ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་སྐད་སྡེ་ཚན་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྲིད་སྐྱོང་གི་འོས་བསྡུའི་འགྲན་རྩོད་ནང་ལོ་ལེགས་ཞུ་མཁན་གྱི་འོས་མིའི་ཁྲོད་ནས་དེ་རིང་བོད་སྐད་སྡེ་ཚན་ནས་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྲིད་སྐྱོང་གི་འོས་བསྡུའི་ནང་ལ་ཞུགས་མཁན་གྲས་ནས་སྐུ་ངོ། སྤེན་པ་ཚེ་རིང་ལགས་གདན་འདྲེན་ཞུ་ཆེད་ང་ཚོས་གླེང་མོལ་ཞུ་ཡ་ཡིན། འོས་བསྡུའི་གི་ལས་རིམ་འདིའི་ཁྲོད་དུ་ཨ་ནི་སྤེན་པ་ཚེ་རིང་ལགས་གི་ངོ་སྤྲོད་མདོར་ཙམ་ཞིག་ཞུ་བ་ཡིན་ན། ཁོང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་གནང་བ་དང་ཐ་ཀ་ནང་བཞིན་བྱང་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད། ཐ་ཀ་ནང་བཞིན་བོད་ཀྱི་གྲོས་ཚོགས་དང་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་བཅས་གནང་མྱོང་ཡོད་པ་རེད། ང་ཚོ་གླེང་མོལ་དབུ་འཛུགས་ཞུ་གི་ཡིན་སྐུ་ངོ་དེ་རིང་ང་ཚོ་ལས་རིམ་འདིའི་ཐོག་ཕེབས་པ་དང་དུས་ཚོད་སྟོན་གནང་བ་དེ་ལ་ཡང་དང་པོ་ཐོག་མ་དེ་ཐོག་ཅི་ཕྱིར་སི་ཐན་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། བཀྲ་ཤིས་བདེ་ལེགས་བཀྲ་ཤིས་བདེ་ལེགས་བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་དྲི་བ་དང་པོ་དེ་ད་བོད་ཀྱི་རྩ་དོན་དང་འབྲེལ་བ་ཡོད་པའི་ཐོག་ལ་ཡང་བཀའ་མོལ་ཞུ་གི་ཡིན། ཨ་ནི། བོད་དོན་དཀའ་རྙོག་སེལ་བའི་ལྡེ་མིག་འདི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཡིན་པ་དང་ཨ་ནི། ཐབས་ལམ་འདི་དབུ་མའི་ལམ་གྱི་ཐོག་ནས་གྲོས་མོལ་བརྒྱུད་ཅེས་གསལ་གོ་ཡ། ཨ་ནི། ང་ནང་ཚོས་ད་ལྟ་འོས་བསྡུའི་གི་དྲིལ་བསྒྲགས་ཀྱི་གཏམ་བཤད་ནང་ལ་ཡང་གསུངས་ཤག་ཨ་ལྷག་པར་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་རྒྱ་ནག་ནང་ལོགས་ཆིབས་བསྒྱུར་གནང་ཐུབ་ཡ་དེ་དེའི་བརྒྱུད་ནས་ཨ་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་རྒྱ་ནག་སྲིད་འཛིན་ཞི་ཅིན་པིའི་པོ་རུ་ལི་ཡ་མཇལ་འཕྲད་ཡོང་ཐབས་འབད་བརྩོན་གནང་གི་ཡིན་ཟེར་ཆེད་གསུངས་འདུག་དུས་གསུངས་ཤག་དེ་བྱེད་དུས་གསུངས་པ་ང་ནང་ཚོ་ལ་ཡང་ཐབས་ཤེས་དམིགས་བསལ་ག་རེ་ཡོད་ན་དེ་ཡོང་བ་ལ་ཡང་རྒྱ་ནག་དང་ཐད་ཀར་འབྲེལ་བ་དགོས་ཀྱི་ཡོད་དུས་འབྲེལ་བ་དེ་ག་འདྲ་སྣང་རྩིས་ཡོད་ནང་ལོགས། ད་དེ་ངས་ལས་ངས་ཅི་ཉིད་ཀྱིས་ཞུས་ཟིན་པ་ཡིན་ད་ཐབས་ཤེས་འདྲ་མི་འདྲ་ཡོང་གི་རེད། གཅིག་ནས་ད་ལྟ་དཔེར་ན་རྒྱ་རོམ་སྤྱི་ལོ་ཁོང་ཚོ་སྐྱབས་མགོན་ཆེན་པོ་མཆོག་གི་དམིགས་བསལ་ཚོགས་ཆེན་ལ་ཡང་དམིགས་བསལ་ཚོགས་ཆེན་གྱི་ཚོགས་བཅར་བ་ཚོ་ལ་བཀའ་སློབ་གནང་བའི་སྐབས་སུ་ཨ་ནི་ད་ལྟ་ལས་བྱེད་དང་དེ་འདྲའི་ཚོང་པ་དང་དེ་འདྲའི་བརྒྱུད་ནས་འབྲེལ་བ་ཡོང་བསྡད་ཀྱི་ཡོད་པའི་གི་གནས་ཚུལ་ཅིག་བཀའ་གནང་གི་ཡོད་པ་དེ་ཁོ་རང་ཁོ་རང་ཐབས་ཤེས་གཅིག་རེད། ད་དེ་མ་ཡིན་པའི་གི་གཙོ་བོ་དེ་ད་ནི་ང་ཚོས་ཞོལ་དེ་རྒྱ་རོམ་ཆེ་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་ཨ་ནི་བོད་རྒྱ་འབྲེལ་མོལ་བོད་རྒྱ་དཀའ་རྙོག་སེལ་ཡག་གི་ལྡེ་མིག་ཆགས་བསྡད་ཀྱི་ཡོད་རེད་ཟེར་བསམ་པ་ལ་ཡང་འབྲེལ་བ་མང་ཤས་ཅིག་དེ་ག་རང་ནས་ཡོང་བསྡད་ཀྱི་རེད་ག་རེ་ཟེར་ན་འདི་སུས་ཀྱིས་ངོས་འཛིན་བྱེད་ཀྱི་ཡོད་མེད་རྒྱ་ནག་གཞུང་གིས་ག་འདྲས་ཅིག་ངོས་འཛིན་བྱེད་ཀྱི་འདུག་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ག་འདྲས་ཅིག་ངོས་འཛིན་བྱེད་ཀྱི་འདུག་ཟེར་ཡག་དེ་ཚོ་ལ་བལྟས་བྱས་ཨ་ནི་བོད་པའི་དཀའ་རྙོག་སེལ་ཡག་གི་གནས་སྟངས་དེ་ཆགས་དགོས་ཀྱི་ཡོད་དུས་བསམ་པ་ལ་ལྟ། གང་ལྟར་རྒྱ་ནག་ཁོ་རང་ཚོའི་ནང་ལོགས་ལ་བྱས་པ་ཡིན་ན་དེའི་ནང་ལོགས་ནས་ཆབ་སྲིད་ཀྱི་འགོ་ཁྲིད་ནང་ལོགས་ལ་བོད་པའི་དཀའ་རྙོག་སེལ་དགོས་ཀྱི་རེད་ཟེར་མཁན་གྱི་བསམ་ཚུལ་ཁྱོད་དེ་ངེས་ཀྱི་དེ་ཚོའི་ནང་ལོགས་ལ་ཡང་ང་ཚོ་གང་ཚེ་རྙོག་དྲ་བྱེད་དགོས་ཀྱི་འདུག་དེ་ག་ནང་བཞིན་གྱི་དམག་གི་འགོ་ཁྲིད་ཚོ་ཡིན་པ་ཡིན་ན་ཨ་ནི་ཆབ་སྲིད་ཀྱི་འགོ་ཁྲིད་དང་ཐད་ཀར་འབྲེལ་བ་ཡོད་བསྡད་པ་དེ་འདྲ་རེད། དེ་ཚོ་རེད་ཨ་ནི་ཚོང་པ་ཚོ་རྒྱུན་ཡིན་པ་ཡིན་ན་ཡང་ཚོང་པ་ཆེ་ཁག་ཚོ་ཡིན་པ་ཡིན་ན་ཨ་ནི། རྒྱལ་ཁབ་ཀྱི་འགོ་ཁྲིད་དང་མཉམ་དུ་ཡང་མཇལ་འཕྲད་ཡོང་ཡ་དང་དེ་ཚོ་ཡོང་གི་ཡོད་རེད་དེ་ཚོ་ད་བརྒྱུད་ལམ་སྣ་ཚོགས་བརྗོད་ཡ་རེད་གང་ལྟར་ང་ཚོའི་ཅིག་དམག་དོན་ལས་ཁུངས་དང་ད་འཐབ་ཕྱོགས་གཅིག་གྱུར་པུ་དེ་འབྲེལ་བ་མ་བྱེད་རང་བྱེད་ཚོར་བ་ཞིག་རེད་དེ་འདྲ་ཡིན་བསམ་པ་ལ་ཡ་དེ་ཚོའི་བརྒྱུད་ནས་ཨ་ནི་དེ་སྔ་ཡོད་ཤ་བའི་ཀྱི་བརྒྱུད་ལམ་དེ་ཚོ་རེད་ད་ལྟ་ཡོད་བསྡད་པ་དེ་གས་དེ་རེད་མ་འོངས་པ་ཡང་གསར་གཏོད་བྱེད་དགོས་ཡ་དེ་འདྲའི་གནས་ཚུལ་དེ་འདྲ་ཡོང་གི་རེད་སེང་དེའི་ནང་ལོགས་ལ། ཇི་ཞིག་ན་རྒྱལ་ཁབ་གཞན་པ་འདི་འདྲའི་གི་ཆབ་སྲིད་ཀྱི་འགོ་ཁྲིད་མི་སྣ་འདི་འདྲའི་གས་མཉམ་ཞུགས་གནང་དགོས་ཐུག་གི་རེད། རྒྱ་ནག་མཉམ་དུ་ད་ལྟ་དབུ་མའི་ལམ་གི་ཐོག་ནས་འཐབ་རྩོད་གནང་ཡག་གི་ད་ད་ལྟ་བོད་ས་ཡོངས་ལ་ཡག་མིང་དོན་མཚུངས་པའི་རང་སྐྱོང་གནས་བབ་འགུག་འདུག་ཆེ་ཆེ་བསམ་འཆར་ཡིག་ཆ་ཕུལ་ཡོག་ལ་ད་གའི་ཐོག་ལ་ཡག་ད་འབད་བརྩོན་གནང་ཡག་བཀའ་མོལ་བྱས་ཡོང་བསྡད་གི་ཡོག་རེད་བྱེད་དུ་བསམ་པ། མིང་དོན་མཚུངས་པའི་རང་སྐྱོང་ཟེར་ཡག་འདི་ནང་ལ་ཡག་བོད་གི་ས་ཁུལ་ཡོངས་རྫོགས་ཁྱབ་གི་ཡོད་ན་ཡང་འདི་ཡང་ས་ཁུལ་འགའ་རེ་ལ་བ་དབྱེ་བ་ཕྱེ་གནང་གི་ཡོད་ན་འདི་གོ་བ་ཞིག་བཅོས་ཏེ་ག་འདྲ་ཆེ་ལ་ངོས་འཛིན་གནང་གི་ཡོད་ན་ལོ། ད་ང་ཚོ་བོད་ཀྱི་བྱེད་སྟངས་ངས་ག་དུས་ནས་བོད་ཀྱི་ལོ་རྒྱུས་བརྟག་པ་རེད་ཟེར་དེ་གནད་འགག་ཆེན་པོ་རེད་ཟེར་དེ་དེ་དེ་བཞིན་བཤད་ཀྱི་ཡོད་རེད་བྱས་ཙང། སྔ་མོ་བོད་དབུས་ཁོལ་ཁར་ཆགས་ཏོ་ཨ་ནི་ཁམས་ས་ཁུལ་ཁར་ཆགས་ཏོ་མདོ་སྨད་ས་ཁུལ་ཁར་ཆགས་ཏོ་དེ་གས་དེ་ང་ཚོ་ཤེས་པ་བྱས་པ་དེ་གལ་ཆེན་པོ་རེད་ད་ད་འདི་བཙན་བྱོལ་ལ་སླེབས་ནས་ང་ཚོས་སྤྱི་ལོ་གོང་ས་ལྕམ་སྐུ་ཆེན་པོ་མཆོག་གི་བོད་ཆོལ་ཁ་གསུམ་གཅིག་ཏུ་སྒྲིལ་བའི་གི་བོད་རིགས་ཚང་མ་བློ་ལ་ཡ་ནམ་རྒྱུན་བཀའ་གནང་ཡ་དེ་རེད་ང་ཚོ Tibetan ཟེར་ནས་མིང་གཅིག་གི་བར་བསྡད་རེད་ཟེར་དེ་བོད་པའི་མི་རིགས་ཀྱི་ད་ངོ་བོ Tibetan National Identity ཆོལ་ཁ་གསུམ་མཉམ་དུ་འདུས་པའི་བོད་རིགས་ངོ་བོ་གཅིག་ཏུ་འདུས་པ་འདི་སླར་སླར་གསོ་བྱེད་བྱུང་བར་བ། དེ་ཡིན་དུས་ཚང་པ་ལ་ཡང་ད་ད་ལྟ་དབུ་མའི་ལམ་གྱི་སྲིད་བྱུས་དེ་གཙོ་བོ་དེ་ག་རེ་གསུང་དགོས་རེད་ཟེར་ན་བོད་ཆོལ་ཁ་གསུམ་ཁྱོན་ཡོངས་ལ་ཡང་བོད་མི་ཚང་མ་བློ་ལ་གནས་བབ་གཅིག་མཚུངས་གཅིག་ཡོང་དགོས་ཡ་གི་གནས་སྟངས་གསུང་དགོས་ཡོད་དུས་ཚང་པ་ད་ལྟའི་གི་བོད་རིགས་ཡོངས་ལ་མིང་དོན་མཚུངས་པའི་རང་སྐྱོང་ཡོང་ཐབས་ཀྱི་བསམ་འཆར་དེ་ནང་ལོགས་ལ་བོད་ཆོལ་ཁ་གསུམ་ཡོངས་སུ་རྫོགས་པ་དེ་འཛིན་སྐྱོང་ས་ཁུལ་གཅིག་ལ། རྩོད་གནང་གི་ཡོད་རེད། ད་ལྟ་བོད་ཀྱི་གནད་དོན་འདི་དང་ད་ལྟ་ང་རང་ཚོ་ཀ་ན་མ་ན་ཤིང་གི་བོད་པ་ཚོས་ཀྱི་འབད་བརྩོན་གནང་ཡག་དེ་གྲོས་མོལ་ཅིག་ལམ་ནས་བོད་ས་ཡོངས་ལ་ཡ་ཁྱབ་པ་ཅིག་གནང་གིན་ཆེ་དེ་འདྲའི་འབད་བརྩོན་གནང་གི་ཡོད་རེད་བཟང་ཕྱོགས་ཀྱི་ཐོག་ནས་ད་དཀའ་རྙོག་དེ་སེལ་ཐབས་གནང་གི་ཡོད་རེད་ཡིན་ནས་བོད་ཀྱི་གནད་དོན་འདི་ལ་ཡ་རྒྱལ་སྤྱི་ཅན་དུ་འགྱུར་བ་ལ་ཡ་རྒྱ་ནག་གཞུང་གིས་སྐྱོན་བརྗོད་ཞུ་བ་ཅིག་བྱེད་ཀྱི་ཡོད་རེད་ལ་ཨ་ནི་ད་ལྟ་རྒྱ་ནག་གཞུང་གིས་ཅིག་མི་དང་དངུལ་དངོས་དང་ཆབ་སྲིད་དང་ཚོང་འབྲེལ་གྱི་ཐོག་ནས་ཨ་ནི་རྒྱལ་ཁབ་མང་པོ་ཅིག་ལ་ཡང་བོད་དོན་དེ་ཐོག་ལ་རྒྱབ་སྐྱོར་མ་བྱེད་ཡ་དང་དེ་འདྲའི་ཐོག་ལ་ཡང་གནོན་ཤུགས་སྤྲོད་བཞིན་པ་རེད། རྒྱ་ནག་གཞུང་གིས་དེ་ལ་ཡང་གནས་ཚུལ་དེའི་ཐོག་ལ་ཡང་གདོང་ལེན་གནང་ཡ་ག་འདྲ་གནང་རྩིས་ཡོད་ན། དེ་དང་ཕྱོགས་མཚུངས་པའི་བོད་དོན་འཐབ་རྩོད་པ་དང་ཡང་དག་ནང་བཞིན་དེའི་གོང་དུ་བཀའ་གནང་བ་ནས་བཞིན་རྒྱབ་སྐྱོར་བ་མང་པོ་ཞུ་ཆོད་ཡོད་རེད་དེ་ག་ཚང་མ་ལ་གོང་བུ་གཅིག་ལ་ཡང་འདྲིས་ཆེ་མཉམ་འབྲེལ་གྱི་ཐོག་ནས་ཕྱག་ལས་གནང་ཡ་ལ་ཡང་གཅིག་ཁ་ཕྱོགས་མི་འདྲ་བ་དེ་འདྲའི་དགོས་གལ་དེ་འདྲ་གཟིགས་ཀྱི་ཡོད་ན་ཡོད་པ་ཡིན་ན་ཕྱག་ནང་འདྲ་པོ་དེ་འདྲ་ག་རེ་ག་རེ་གཟིགས་གནང་ཡོད་ན་ལོ། ད་དེ་རྒྱ་ནག་གཞུང་གིས་ག་འདྲའི་བྱེད་འགྲོ་ཡོད་ན་ཟེར་ཏེ་ངས་ཞུ་ཐུབ་ཀྱི་མ་རེད་ཡང་དྲི་བ་གནང་ལ་བོད་མི་སྒྲིག་འཛུགས་གར་བྱེད་ཀྱི་རེད་ཟེར་ནས་གསུང་གི་ཡོད་པ་ཡིན་ན། བོད་མི་སྒྲིག་འཛུགས་ཀྱིས་དཔེར་ན་ང་ལ་ཡང་མི་མང་གིས་འགན་བསྐུར་བ་ཡིན་ན། གང་ལྟར་དོན་དངོས་པོའི་ཐོག་ནས་བོད་ནང་ལོགས་ལ་གནས་སྟངས་ག་རེ་ཆགས་ཀྱི་འདུག་ད་འདི་གཙོ་བོ་ང་ཚོ་གཞི་བཞག་དགོས་སྐོར་རེད་ག་ས་ང་ཚོ་འདི་འཐབ་རྩོད་འདི་བོད་ནང་ལོགས་ཀྱི་བོད་མི་འདི་གའི་དེ་ལ་ཡང་བདེ་སྐྱིད་དང་རང་དབང་ཡོང་ཡག་གི་ཆེད་དུ། རྩོད་ཀྱི་ཡོད་རེད་ད་བཙན་བྱོལ་ནང་ལོགས་ལ་ང་ཚོ་མི་གྲངས་ཀ་འབུམ་གཅིག་དང་ཁྲི་གསུམ་བཞི་རེད་དེ། ཅིག་མི་ཚེ་མ་འཁྱོལ་ཡ་དང་དེ་འདྲའི་གི་དཀའ་ངལ་འགྲོ་བ་དེ་འདྲ་ཡོག་མ་རེད་ཁ་སང་གཙོ་བོ་དེ་རྒྱ་བོར་མི་ཆེ་ཐུ་ཅིག་ཀ་རིན་རེད་ཨེ་རེད་རྒྱལ་ཁབ་གཞན་པ་ཚོས་ཚང་མ་རོགས་པ་བྱས་བྱས་འདུག་ཟིན་ཡོག་རེད་བ། བྱས་ཙང་ད། བོད་ནང་ལོགས་ཡོད་ངེས་གི་བོད་མི་དེ་གའི་དེ་གི་གནས་སྟངས་དེ་གཞི་བཅོས་ནས་དངོས་ཡོད་གནས་ཚུལ་ག་རེ་ཆགས་ཀྱི་འདུག་ལྷག་པར་དུ་རྒྱ་ནག་གི་མི་འབོར་སྤོ་ཤུགས་དང་དེ་ཚོའི་ཐོག་ནས་ག་རེ་ཆགས་ཀྱི་འདུག་དེ་ཚོ་བལྟས་བྱས་མི་རིགས་བོད་པའི་མི་རིགས་གི་ངོ་ཙ་ལ་འགྲོ་ཡ་གི་གནས་སྟངས་དེ་འདྲའི་བལྟས་ཡོང་དུས་ཚང་མ་ད་ད་ལྟའི་སྐབས་སུ། དབུ་མའི་ལམ་གྱི་སྲིད་བྱུས་འདིའི་སྒང་ལ་མུ་མཐུད་ནས་འགྲོ་དགོས་ཡ་དང་དབུ་མའི་ལམ་སྲིད་བྱུས་འདིའི་འོག་ནས་ད་ལྟ་ངས་དུས་ཐུང་དང་དུས་རིང་དང་དུས་འབྲིང། བྱས་ནས་འཆར་འགོད་བྱས་ཡོད་པ་ནང་བཞིན་ཕྱིན་ནས་དུས་ཐུང་རིང་འགར་ལ་ཡ་ད་ལྟ། ད་ལྟ་བར་དུ་བོད་མིའི་སྒྲིག་འཛུགས་ཀྱིས་གནང་བཞིན་པའི་གི་ད་རྒྱལ་སྤྱིའི་སྤྱི་ཚོགས་ལ་ཡ་ནི་བོད་པའི་གནས་ཚུལ་ངོ་སྤྲོད་བྱེད་ཡ་མཁོ་སྤྲོད་བྱེད་ཡ་དེ་ད་པ་བའི་གི་ནི་རེ་འདུན་རྒྱ་ནག་གཞུང་རང་ལ་ཡིན་པ་ཡིན་ནས་ཁྱེད་རང་ཚོའི་གི་སྲིད་ཇུས་བྱེད་སྟངས་དེ་འདྲ་དེ་འདྲ་དེ་འདྲ་ཅིག་ལ་བརྟེན་ནས་བོད་མི་རིགས་ཀྱི་ངོ་བོ་རྩ་ལག་འགྲོ་ཡ་གི་ཉེན་ཁ་འདུག་འདུག་འདུག་སླེ་གི་འདུག་སྲིད་ཇུས་དེ་གས་དེ་བོད་ནང་ལ་ཡང་གཟིམ་ན་འགྲིག་གི་མི་འདུག་ཟེར་ཡ་གི་གནས་སྟངས་དེ་རྒྱལ་སྤྱི་སྤྱི་ཚོགས་དང་རྒྱ་ནག་སྤྱི་ཚོགས་ད་ད་ལྟ་ཁྱེད་རང་གི་དྲི་བ་དེ་འགོ་བཙུགས་པའི་སྐབས་ལ་གསུངས་པ་རེད་དཔེར་ན་ཕུང་གསུམ་པ་ཟེར་ཡ་དེ Third Party Interventions ཟེར་ཡ་དང་རྒྱལ་སྤྱི་སྤྱི་ཚོགས་ཀྱིས་ཨེ་ནི་བོད་དོན་ལ་ཡང་ཇུས་གཏོགས་བྱེད་ཡ་དེ་རྒྱ་ནག་གཞུང་ག་བུ་སྨྲས་པ་དེ་ད་རྒྱལ་སྤྱིའི་བོད་གནས་ཚུལ་ཅི་གོ་མ་རེད་གནས་ཚུལ་གཞན་པ་ཚང་མ་ལོག་ལེ་ཡ་ང་ཚོ་འདི་རྒྱལ་ནང་གི་གནས་ཚུལ་རེད Domestic Affair རེད་ཟེར་ནས་བཤད་བསྡད་ཡ་དེ་རྒྱལ་ནང་གི་དེ་རེད་ཡིན་ནས་དེ་གནོན་ཤུགས་དེ་གི་ནུས་པ་ཅིག་ཐེག་གི་ཡོད་པ་དེ་ཁོ་གསལ་པོ་རེད་བཤད་མ་བ་རེད་དེ་ཡིན་དུས་ཚང་མ་ལེ་ཡ་གང་ལྟར་བོད་ཀྱི་དཀའ་རྙོག་སེལ་མ་ཚར་གྱི་བར་དུ་ང་ཚོ་བཙན་བྱོལ་ནང་ལ་ཡོད་ངེས་བོད་པ་དེ་གའི་དེ་གའི་ལས་འགན་གཙོ་བོ་དེ་བོད་ནང་ལོགས་ལ་ཡང་གནས་སྟངས་ག་རེ་ཆགས་ཀྱི་ཡོད་པ་དེ་རྒྱལ་སྤྱིའི་སྤྱི་ཚོགས་ལ་ངོ་སྤྲོད་བྱེད་ཡ་དང་མཁོ་སྤྲོད་བྱེད་ཡ་དང་དེ་ལ་དཔག་པའི་གིས་ང་ཚོས་རེ་འདུན་བཏོན་ཡ་དང་རྒྱབ་སྐྱོར་འཚལ་ཡ་དེ་གའི་དེ་ང་ཚོའི་ལས་འགན་རེད་དེ་རྒྱ་ནག་གཞུང་གི་འདོད་པ་ཡོད་ནའི་འདྲ་མེད་ནའི་འདྲ། དེ་གལ་སྲིད་ང་ཚོས་དེ་བྱེད་དགོས་དགོས་རེད་གལ་སྲིད་རྒྱ་ནག་གཞུང་གི་དེ་འདོད་པ་རྩ་བ་ཉིད་ནས་མེད་པ་ཡིན་ན་རྒྱ་ནག་གཞུང་རང་གི་ངོས་ནས་བོད་པའི་དཀའ་རྙོག་སེལ་ཡ་ལེ་ཡ་ཐབས་ལམ་ཅིག་བཏོན་དགོས་རེད་པ། དཔེར་ན། ང་ཚོས་ཉིས་སྟོང་བརྒྱད་ལ་མིང་དོན་མཚུངས་པའི་རང་སྟོང་ཡོང་རང་སྐྱོང་ཡོང་ཐབས་ཀྱི་བསམ་འཆར་བོད་རིགས་ཡོངས་ལ་མིང་དོན་མཚུངས་པའི་རང་སྐྱོང་ཡོང་འཆར་གྱི་བསམ་འཆར་འདི་ཕབ་ཚུལ་ནི་ད་ལོ་བཅུ་གཉིས་ཕྱིན་པ་རེད་པ། ཨ་འདི་ལེ་ཡ། འདིའི་ནང་ལོགས་ལ་འདི་འགྲིག་གི་མི་འདུག་འདིའི་ནང་ལོགས་ལ་འདི་ང་ཚོ་ཏག་ཏག་དད་ཀྱི་མི་འདུག་ཟེར་ནས་ཡ་མེད་ན་ཚུལ་གྱིས་གསུང་བ་ཡིན་ན་ཨ་ནི་དེ་ཚོའི་གན་ང་ཚོས་ཕར་བསམ་བཏང་བྱས་ཡང་བྱས་ཙང། འབྲེལ་མོལ་དང་ཞི་མོལ་ཟེར་ཡ་དེ་དེ་ལེ་དེ་ལེ་བྱས་ནས་ཡོང་དགོས་གི་རེད་མ་གཏོགས་ཅིག་གིས་ཨ་ནི་དབང་ཆ་དེ་གིས་ག་དུས་ནས་དབང་ཆ་རང་བྱས་རྗེས་རྒྱལ་སྤྱིའི་སྤྱི་ཚོགས་ཇུས་གཏོགས་བྱས་ན་འགྲིག་གི་མ་རེད་བོད་ནང་ལ་ཡོད་མཁན་བོད་མི་འདི་གའི་ཚང་མ་གཉའ་གནོན་ཤུགས་ཕྱོགས་ཅི་ལས་མང་བཙན་དབང་ཐོག་ནས་སྣེམས་ནས་བཞག་ཡོད་ཀི་བོད་དཀའ་སྙོན་སེལ་ཐུག་མར་བ་བོད་དཀའ་སྙོན་སེལ་ཡ་བོད་ནང་ལོག་ལ་ཡོད་བོད་ཀྱི་བོད་མི་འདི་གའི་འདི་གི་མི་མང་གི་མངོན་འདོད་ག་རེ་རེད་དེ་གའི་དེ་སེལ་གོ་ར་བོད་པའི་སྐད་ཡིག་གང་རེད་བོད་པའི་ཆོས་དང་རིག་གཞུང་གང་རེད་བོད་པའི་གི་ཁོར་ཡུག་རེད་ད་དེ་གའི་ཚང་མ་ལོག་ག་འདར་སྣོད་བཅུད་བོད་པའི་བོད་ནང་ལོག་སྣོད་བཅུད་གི་གནད་དོན་མང་པོ་ཅི་གང་ལ་ཡ་བོད་བོད་མི་ཚོ་བསམ་ཚུལ་ཡོད་པ་དེ་འདོད་པ་བསྐང་ཐུག་བ་ཡིན་ན། ཨ་ནི། བོད་པའི་དཀའ་རྙོག་སེལ་དུ་ཡོང་ཨ་ཡ་ཡོག་མ་རེད་བ། འོ་དེ་ཡིན་དུས་འཚམ་པ་ལ་ཡ་འདི་རེད་ད་ང་ཚོའི་ངོས་ནས་ག་རེ་བྱེད་དགོས་རེད་ཟེར་ཡ་མཛོད། ང་ཚོའི་ངོས་ནས་དཔེར་ན་ད་ལྟའི་ད་ལྟའི་གནད་དོན་གཞན་པ་གང་ལས་ངས་འགྲེལ་བཤད་མང་པོ་བརྒྱབ་ཡོད་ང་ཚོའི་ངོས་ནས་བོད་ཀྱི་གནད་དོན་ཆ་ཚང་པ་ཤེས་པ་བྱེད་དགོས་རེད་ཡིན་གཅིག་མིན་གཅིག་ཆབ་སྲིད་འགོ་ཁྲིད་གཅིག་འགོ་གཅིག་གི་གནད་དོན་དེ་ཤེས་པ་དང་ཨ་ནི་གཞན་པ་ཚོ་ཤེས་མ་བ་རྒྱུ་མཚན་མ་རེད་བ། ཆབ་སྲིད་ལ་ད་ཐུག་ན་ནས་ངས་སྤྱི་བཏང་གི་ཇེ་མང་ཇེ་མང་དུ་འགྲོ་གི་འདུག་དེ་ཡར་རྒྱས་ཀྱི་རྣམ་པ་རེད་དེ་ཡིན་ནའི་ད་དུང་ཡིན་ནའི་མང་ཚོགས་ནང་ལོགས་ལ་ཡ་འདི་དང་ལྷག་པར་དུ་ཨ་ནི་དགུང་ལོ་གཞོན་པའི་ནང་ལོགས་ལ་ཡ་ཅིག་དོ་སྣང་མེད་པ་དང་ཨ་ནི་ཅིག་འདི་ང་ལ་ཁྱད་པར་གས་ཟོས་གི་མ་རེད་བསམ་བསམ་འདྲ་བོ་དེ་འདྲའི་ཡང་ཐུག་ལ་དྲན་ངེས་དེ་འདྲའི་ག་ལ་གང་འཚམ་ཅིག་ཡོད་དེ་བས་འདི་གའི་ཚང་མ་ལོགས་ལ་ང་ཚོ་གི་བོད་མིའི་སྒྲིག་འཛུགས་ཀྱི་འགྲོ་སྟངས་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་གཟིམས་སྟངས་བོད་ནང་ལོགས་ཀྱི་གནས་སྟངས་རྒྱ་ནག་གཞུང་གི་སྲིད་བྱུས་ག་འདྲའི་གཟིམས་ཀྱི་འདུག་འདི་གའི་དེ་ངོ་སྤྲོད་བྱེད་པའི་ཐོག་ནས་ཨ་ནི་བོད་པ་དེ་གས་བཙན་བྱོལ་ནང་ལ་ཡོད་མཁན་གྱི་བོད་པ་མི་རེ་ངོ་རེ་ཨ་ནི་བོད་ནང་ཡོད་མཁན་བོད་མི་ཚོ་གི་སྐུ་ཚབ་མཚོན་ཐུབ་པ་བྱེད་ཆེད་མི་ཞེན་པ་བཅས་ལ་བོད་དོན་འགྲེལ་བཤད་རྒྱབ་དགོས་དགོས་ཡོད་ནས་རེད་རྒྱལ་ཁབ་དབུ་ཁྲིད་བཅས་ལ་རྒྱབ་དགོས་དགོས་ཡོད་ནས་རེད་གྲོས་ཚོགས་ལ་རྒྱབ་དགོས་དགོས་ཕྱི་སྲིད་ལས་ཁུངས་ལ་རྒྱབ་དགོས་དགོས་ཡོད་ནས་རྒྱབ་མཐུ་ཡས་ཀྱི་ཆགས་པ་ཡིན་ན། ད་ལྟ་བོད་མི་རྒྱལ་ཁབ་སུམ་ཅུ་སོ་བདུན་ཞིག་ང་ཚོ་བཤད་བསྡད་ཀྱི་ཡོད་རེད་དེའི་ནང་ལོགས་ལ་ཡོད་བསྡད་པའི་བོད་མི་དེ་གས་ཚང་མ་ལོགས་ཀྱི་བོད་པའི་གི་མགྲིན་ཚབ་པ་བྱེད་ཆེད་ནུས་ཤུགས་ཅིག་སྤུངས་ཀྱི་ཡིན་ན། རྒྱལ་ཁབ་མང་ལ་ནང་ལོགས་ལ་ཡང་ད་ལྟ་རྒྱབ་སྐྱོར་ལྟ་ཤུགས་ཆེར་མཐོ་བས་ཀྱི་རེ་བ་དེ་ཡོད་པ་དང་རྒྱ་ནག་རང་ནང་ལོགས་ལའི་གནོད་ཤུགས་དེ་ཕར་ཅིག་སྤྲད་ཐུབ་པ་ཡིན་ན་བོད་པའི་དཀའ་རྙོག་དེ་མ་སེལ་ན་གནས་ཐུབ་ཡ་རེད་མི་འདུག་བསམ་ནས་འདིའི་གི་གནས་སྟངས་ཅིག་བཟོ་དགོས་ཡ་དང་ང་ཚོས་ད་ལྟ་ཐབས་བྱུས་ཆོས་འཆར་འགོད་ཚོགས་ཆུང་ཟེར་ཡ་དེ་གཏན་འཇགས་ཅིག་བཙུགས་རྗེས་ད་ག་རང་ག་ལ་དབུ་མའི་ལམ་གི་སྲིད་བྱུས་གི་འོག་ནས་ཨ་ནི་ད་ལྟ་རྒྱ་ནག་གི་སྲིད་བྱུས་ག་རེ་ཟིན་གྱི་ཡོད་པ་དང་དེ་ཚོ་ལ་གཞི་བཞག་ནས་ཨ་ནི་རྒྱལ་སྤྱིའི་ནང་ལོགས་ལ་ཡང་ང་ཚོས་ལས་འགུལ་སྤེལ་སྲིད་དུས་ཡིན་གཅིག་མིན་གཅིག་རྒྱ་ནག་གཞུང་ཚབ་དུ་ཕྱིན་རྗེས་ངོ་རྒོལ་བྱས་ཏེ་གཅིག་པོ་མ་རེད། དེ་རྣམ་གྲངས་མང་པོ་ཞུ་རྒྱུ་རེད་དེ་གས་ཚང་མ་བློ་ལ་ཡང་ང་ཚོ་ནུས་པ་སྤུངས་དགོས་ཡ་དེ་གལ་ཆེན་པོ་རེད་བཞིན་ཞུ་འདོད་ཡོད། བློ་ལ་བཟང་ད་དེ་རྒྱ་ནག་གཞུང་གིས་ད་ཉེ་བའི་ཆར་འཛམ་བུ་གླིང་ཚང་མའི་དོ་སྣང་བྱེད་ས་བྱེད་ལ་ཡ་ཨ་ནི་རྒྱ་ནག་གི་བཙན་དབང་གི་སྟོབས་ཤུགས་འདི་ཨ་ནི་རྒྱ་སྐྱེད་བྱེད་ཡ་ཅིག་ད་ཨ་ནི་འཛམ་བུ་གླིང་ཚང་མའི་དེ་ལ་དོ་སྣང་བྱེད་ནས་ཨ་ནི་རྒྱ་ནག་ལ་ཡ་མ་དགའ་བའི་གི་རྣམ་འགྱུར་སྟོན་མཁན་ཨ་ནི་མང་པོ་ཞུ་བྱེད་ཡོད་རེད་བྱེད་དུ་སེམས་པ་དེ་དུས་ཚོད་དེ་ལ་ཡ་ཨ་ནི་བོད་ཀྱི་འཐབ་རྩོད་ལ་ཡ་དམིགས་བསལ་གོ་སྐབས་ཡོད་པ་ཞིག་ལ་ཟེར་གྱི་ཡོད་ན་ལ། ད་ད་ལྟ་ལམ་སང་གནས་སྟངས་འདུག་བལྟས་བལྟས་པ་ཡིན་ན་རྒྱལ་སྤྱིའི་སྤྱི་ཚོགས་ཀྱི་གནས་སྟངས་རེད། ཆབ་སྲིད་ཀྱི་གནས་སྟངས་རེད་དཔལ་འབྱོར་གྱི་གནས་སྟངས་རེད་ལྷག་པར་དུ་ད་ལྟ་དེ། ད། ཏོག་དབྱིབས་ནད་ཡམས་འདི་གི་རྐྱེན་བྱས་རྗེས་འཛམ་བུ་གླིང་གི་གནས་སྟངས་འདི་གའི་ཚང་མ་ལ་ད་འགྱུར་བ་ཤུགས་ཆེན་པོ་ཞུགས་ཅིག་འགྲོ་བསྡད་པའི་སྐབས་རེད། དེ་ཡིན་དུས་ཚང་མ་ལ་ཡང། རྒྱ་ནག་གཞུང་གི་ངོས་ནས་ད་ལྟ་དཔེར་ན་རྒྱ་གར་ལ་ཡང་ཅིག་འབྲེལ་བ་བྱ་དང་ལ་དྭགས་དང་ཁེ་སི་ཁེ་གཉིས་རང་དང་འབྲོག་ལམ་ཁུལ་དེ་ཡང་ཅིག་གྲོང་གསེབ་དང་གཏེར་ཁ་བཞག་ས་དེ་འདྲས་ག་ཚོད་རེད་རྫས་འབར་རྫས་དེ་འདྲས་བཞག་ས་གི་དེ་འདྲས་བཟོས་ཡོད་པའི་གི་གནས་སྟངས་དེ་ཚོ་མཐོང་ཡོང་གི་འདུག་བ་ད་དེ་ཚོའི་བྱེད་སྟངས་དང་ད་ག་ནང་བཞིན་གི་ད་ལྟ་དེ་བྱང་ག་ཚོད་རེད་ལྷོ། རྒྱ་ནག་རྒྱ་མཚོའི་ནང་ལོགས་ཀྱི་ཁྱིམ་ད་ཁྱིམ་མཚེས་རྒྱལ་ཁབ་ཚང་མ་ལོགས་དེ་ནས་ཝེད་ནམ་བྷུ་རུ་ནཱི་ཧྥི་ལི་པིན། མ་ལེ་ཤི་ཡ་ཐའི་ཝན་འདི་ག་ཚང་མ་ལོགས་ལས་ཡང་ཅིག་འབྲེལ་བ་ཆགས་བསྡད་རེད་གི་གནད་དོན་འདིའི་ཐོག་ནས་ཡང་ཁྱིམ་མཚེས་རྒྱལ་ཁབ་ཉོང་མང་པོ་མཉམ་དུ་འདི་བྱས་ཏེ་ད་ཚོང་འབྲེལ་གི་ཐོག་ནས་ཨོ་སྟྲེ་ལི་ཡ་མཉམ་དུ་ཡིན་ནའི་དྲ་དུ་ཇེ་པན་མཉམ་དུ་ཡིན་ནའི་དྲ་དུ་ད་ཀོ་རི་ཡ་ཡི་ད་རྒྱ་ནག་འདི་ཨ་མི་རི་ཀ་ནི་ཡིན་པ་བྱས་འདི་གང་ལ་ཆེ་ཁི་རི་པ་ད་ཐའེ་ཝན་ལ་འགྲོ་མཁན་གྱི་གཅིག་རྒྱ་གར་ཨ་མི་རི་ཀའི་གནད་ཡོད་མི་སྣ་ཡིན་ནི་རེད། ལུང་པ་གཞན་པ་གནད་ཡོད་མི་སྣ་ཚང་མ་ལ་བཀའ་བཀྱོན་འདྲ་བོ་ཅིག་བཏང་བྱས་འདུག་བཞིན་བྱས་དེ་ཡང་འདི་ག་ཚང་མ་ལོ་ད་ག་ཚོད་ཅིག་བལྟས་པ་ཡིན་ནའི། གང་ལྟར་རྒྱ་ནག་འགོ་ཁྲིད་ཚོས་ཀྱི་ད་ལྟའི་གི་ནད་ཡོམ་འདི་གི་རྐྱེན་པས་གི་རྒྱ་ནག་ནང་ལོག་ལ་ཡང་ད་ཕྱི་ལ་བསྒྲགས་ཡ་ད་འདི་བསྒྲགས་འདི་གི་ཡོ་ར་བ་ད་ད་ནད་ཏོག་གི་ནད་ཡོམ་ནས་ད་ཅིག་ཅིག་གསོད་ཐུབ་མཁན་དང་པོ་འདི་རྒྱ་ནག་ཡིན་ཟེར་བྱས་བྱས་ད་ལོ་ཡིན་ནའི་དཔལ་འབྱོར་གྱི། ཐོན་སྐྱེད་དེ་བརྒྱ་ཆ་གསུམ་བཞི་ཡར་འཕར་གྱི་འདུག་ཟེར་ནས་བཤད་ཡ་དེ་བཤད་བསྡད་ཀྱི་ཡོད་རེད་དེ་ཡིན་ནའི། དོན་དམ་པའི་ཐོག་ནས་སྣེ་མང་བརྒྱ་ཆ་དྲུག་བདུན་ཡོད་པ་དེ་ནས་ད་ད་ལྟ་ས་ཡ་མང་པོ་ཅིག་ལས་ཀ་མང་བ་ཆགས་ཀྱི་ཡོད་དུས་སམ་ལས་ཀ་མེད་པ་ཆགས་ཀྱི་ཡོད་དུས། དེ་སྐད་དེ་གིས་ད་ཅིག་རྒྱལ་ཁབ་ཀྱི་ནང་ལོགས་ལ་ཡང་དཀའ་རྙོག་གསར་པ་ཅིག་སླེབས་པ་ཡིན་ན། ཨ་ནི། ད་གཞུང་སྟོབས་ལོག་རྒྱ་ཡག་གི་ཉང་ཁ་དེ་ཡོད་པས་སོང་ཙང་ད་ལྟ་དམར་ཤོག་ཚོགས་པའི་གིས་རྒྱ་ནག་ནང་ལོགས་ལ་གཞུང་གཟིམ་ཡ་དེ་ཁོ་ནའི་ཆེད་དུ། ཨ་ནི་ཁྱིམ་མཚེས་རྒྱལ་ཁབ་ཚོར་བལྟས་ཤིག་རླུང་བསླངས་དགོས་དགོས་ཡིན་ནའི་རེད་རྒྱལ་སྤྱིའི་སྤྱི་ཚོགས་ལ་ཡང་འགན་མ་ཁུར་བ་བྱེད་དགོས་དགོས་ཡོད་པ་ཡིན་ནའི་རེད་དེ་འདྲའི་བྱས་བྱས་ཨ་ནི། རྒྱལ་ཁབ་ནང་ལོགས་ལ་ཡང་མི་མང་གིས་ཨ་ནི། གར་སོང་རེད། རྒྱལ་ཞེན་བསླངས་ཡག་དང་དེ་འདྲས་ཀྱི་ཐབས་ཤེས་ཐབས་བྱུས་ཅིག་མ་གཏོགས་ཅིག་གི་ད་དེའི་ཕྱོགས་ཅི་ནས་ཡིན་གྱི་རེད་ག་རེ་ཟེར་ན་ཨ་ལི་གཞུང་ཁོ་རང་དམར་ཤོག་གི་ཟིན་མ་ཐུབ་པ་ཡིན་ནའི་རྒྱལ་སྤྱིའི་སྤྱི་ཚོགས་ལ་འབྲེལ་བ་བྱས་ཤིག་ད་ཡོང་མ་རུང་བ་བྱས་ཙང་ཁོ་ཚོས་འདི

རྒྱལ་ཁབ་ཀྱི་འགོ་ཁྲིད་ངེད་ཙམ་དུ་མ་ཡིན་གྱི་མི་མང་གི་ནང་ལོགས་ལ་ཡང་རྨ་ཁ་ཆེན་པོ་ཞོ་ཅིག་བཟོས་བྱས་ད་ལྟའི་རྒྱ་ནག་གི་མ་འོངས་པ་རྒྱ་ནག་ལ་ཡང་དགའ་ཞེན་བྱེད་ཡ་དང་རྒྱ་ནག་ལ་བརྩེ་བ་ལེ་ཡ་ལེ་ཡ་རྨ་ཁ་ཆེན་པོ་འདི་གསོད་ཐུ་ཡ་ཁག་པོ་ཞུ་ཆགས་ཀྱི་རེད་བསམ་གྱི་འདུག་དེ་ཡིན་དུས་བསམ་པ་ལས་ད་ང་ཚོ་བོད་པའི་ངོས་ནས་གནས་སྟངས་ག་འདྲི་ཅིག་ཡིན་པ་ཡིན་ནས་གནས་སྟངས་འདྲ་མེད་ལ་ཡོང་གི་རེད་ཡིན་ནས་ད་ལྟའི་གི་འཛམ་བུ་གླིང་གི་ད་ཆབ་སྲིད་ཀྱི་གནས་སྟངས་འདི་ལ། ཧང་སངས་ཡག་གི། ད་ཉིན་རེ་ཉིན་རེ་ལ་ན་ནི་ཧམ་པ་ཆེ་དྲག་གི་རེད་མ་གཏོགས་བྱེད་ཀྱི་དུས་འདྲ་ད་ཟླ་བ་དང་ནི་ལོ་པ་ར་ལ་ཡ་ཆབ་སྲིད་ཀྱི་འགྱུར་བ་ཤུགས་ཆེན་པོ་ཞུགས་ཀྱི་འགྲོ་བསྡད་ཀྱི་འདུག་བ། ཨིན་ཇིའི་སྐད་ནང་ནི་ད Realignment ཟེར་ཡག་དེ་ཚོ་གང་ལྟར་རྒྱ་ནག་ལ་བལྟས་བྱས་འཛམ་བུ་གླིང་གི་ཆབ་སྲིད་ཀྱི་གནས་སྟངས་ཚོ་གཅིག་འཕགས་ཚོ་གཅིག་མཐུན་འབྲེལ་བཟོ་ཡག་དང་དེ་འདྲ་མང་པོ་གཅིག་གི་གནས་སྟངས་གཅིག་འགྱུར་བ་གཅིག་འགྲོ་བསྡད་ཀྱི་ཡོད་དུས་ཚང་པ་དེ་ནས་ལྷག་པར་དུ་རྒྱ་ནག་གི་ད་ལྟ་དབུས་གུར་ལ་གཅིག་བྱེད་སྟངས་དང། ཡང་ནི་ཧོང་ཀོང་གི་གནས་སྟངས་ལ་བྱེད་སྟངས་དང་ཐའེ་ཝན་གྱི་དེའི་སྐོར་ལ་ཡང་ཅིག་བཤད་སྟངས་སུ་དེ་གའི་ཚང་མ་ལོ། ཅིག། མཁྲེགས་བཟུང་འགྲོ་བ་བྱེད་པོ་ཅིག་བྱེད་ཅེས་ད་ལྟ་ལམ་སང་འཕྲལ་དུ་ང་ཚོ་གོ་སྐབས་ཡོང་གི་རེད་ཡོང་གི་མ་རེད་ཟེར་ཡ་དེ་ཡིན་ནའི་རྒྱ་ནག་ཁོ་རང་ཚོས་ཁེ་ཕན་བལྟས་པ་ཡིན་ནའི་དཔེར་ན་གནས་སྟངས་དེ་འདྲི་ཅིག་གི་འོག་ནས་རྒྱ་ནག་གི་ཆེ་མཐོང་དེ་འཛམ་བུ་གླིང་ནང་ལོ་ཆེ་རུ་གཏང་དགོས་ཀྱི་ཡོད་ན་བོད་པའི་དཀའ་རྙོག་དེ་ཞི་བའི་ལམ་ནས་སེལ་ནི་བོད་པ་ཚོ་ལ་ཡང་བོད་པའི་གི་ཨ་ནི་རྒྱ་ནག་ཁོ་རང་ཚོ་ལས་ཁེབས་ཚང་མེད་པ་དང་བྱིག་མར་པ་ཁེབས་ཚང་ཡང་ཡོད་པ་ཆེ་བོད་པ་དེ་གའི་དེ་ལས་ཨ་ནི་བོད་པའི་མི་དགོས་འདུན་ཡོད་པ་གཞི་བཟུང་བྱེད་ནི་མ་ཅིག་བོད་པ་ཚོ་ལ་ཡང་བོད་པའི་མི་རིགས་ངོ་བོ་སྲུང་སྐྱོབ་བྱེད་ཡག་གི་རང་དབང་ཆ་ཚང་ཅིག་ཡོད་བདེ་བ་ཅིག་བྱུང་བ་ཡིན་ན་ཨ་ནི་རྒྱ་ནག་ལས་ཁེ་ཕན་ཡོད་པ་བོད་ལས་ཁེ་ཕན་ཡོད་པ་རྒྱལ་སྤྱིའི་ནང་ལོག་ལས་རྒྱ་ནག་གི་ཆེ་མཐོང་ཆེར་འགྲོ་ཡ་ཨ་ནི་དེ་ནང་བཞིན་བོད་པ་ཚོ་ལ་ཡང་གལ་སྲིད་ཡག་པོ་ཅིག་བྱེད་ཐུབ་གི་ཡོད་པ་དེ་ནང་བཞིན་གི་དབུས་གུར་མི་ལ་གར་ཆེན་བྱེད་ཐུབ་གི་མ་རེད་ཧོང་ཀོང་མི་ལ་གར་ཆེན་བྱེད་ཐུབ་གི་མ་རེད་ཐའེ་ཝན་སྐོར་དེ་ལ་རྙོག་ར་མུ་མཐུད་ནས་བཤད་དགོས་ཡ་གི་རྒྱུ་མཚན་ཞིག་ཁྱེར་ཡོད་མ་རེད་དེ་ཡིན་དུས། དེ་ཚོའི་ཐོག་ལ་རྒྱ་ནག་གཞུང་གི་ངོས་ནས་བསམ་བཏང་དགོས་ཡ་རེད་ལ། ང་ཚོའི་ངོས་ནས་ད་ལྟའི་གནས་སྟངས་དེ་སྡུག་ཅག་རེད་བཞག་ཟེར་ལབ་ནས་ང་ཚོས་འབད་བརྩོན་རྩ་བ་ཉིད་ནས་བྱེད་ཀྱི་མེད་ཟེར་ནས་བཞག་བཞག་ཕན་གི་མ་རེད། དེ་ཡིན་ཚོད་མ་ང་ཚོས་དེ་ད་ལྟ་བར་དུ་འདས་པའི་ལོ་དྲུག་ཅུ་རིང་གར་འགྲོ་བསྡད་པ་རེད་མ་འོངས་པ་ཡིན་ནའི་གལ་སྲིད་རྒྱ་ནག་གི་ཡང་ལན་ཚ་མཚན་ལྡན་ཅིག་སྤྲད་ཆེད་བོད་པའི་དཀའ་རྙོག་དེ་མ་བཤད་པ་ཡིན་ན་བོད་པའི་གནས་ཚུལ་དེ་ཡུན་རིང་ལས་སླ་པོ་ཅིག་འདུག་ཟེར་ནས་ཡལ་འགྲོ་གི་མ་རེད་ཟེར་ནས་དེ་ང་ཚོ་གོ་བརྡ་དེ་གསལ་པོ་བྱེད་ནས་ཡང་ཡང་ཞུ་སྤྲོད་དགོས་དགོས་རེད་ལ་གོ་བརྡ་ད་ལྟ་བར་དུ་འཕྲོད་ཡོད་རེད་བསམ་གི་ཡོད་བོད་ནང་ལོག་ལ་ཡོད་ངའི་བོད་མི་ཚོས་ཀྱི་བསམ་བློ་འཁྱེར་སྟངས་དང་རྣམ་དཔྱོད་རྩལ་དུ་སྟོན་སྟངས་ཚོ་ཧང་བསང་བ་རེད་དོ། དེ་བྱེད་དུས་ང་ཚོ་བཙན་བྱོལ་ནང་ཡོད་ངེས་ཚོ་ཡིན་པ་ཡིན་ནའི་ང་ཚོས་འགན་ཁེ་ཆེད་གང་ལྟར་ཅིག་སྙོབ་དགོས་ས་ཐུབ་ས་ག་བ་ཡིན་པ་ཡིན་ནའི་ང་ཚོས་དེ་བྱེད་དགོས་ཡ་དེ་ཧ་ཅང་གལ་ཆེན་པོ་ཆགས་བསྡད་ཡོད་རེད། བློ་ལ་ཟེར་ད་ང་ཚོ་དྲི་བའི་ཁ་ཕྱོགས་དེ་ཕྲན་བུ་ཞིག་བསྒྱུར་དང་བྱས། ད་བོད་ཀྱི་རྩ་དོན་དང་ཐད་ཀར་འབྲེལ་བ་ཡོད་པའི་ཨན་ཆི་ལོ་ཀོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་ཡང་སྲིད་ཀྱི་གནད་དོན་ཐད་ལ་ཡང་རྒྱ་ནག་གཞུང་གིས་ཐེ་བྱུས་བྱས་དྲགས་པའི་རྐྱེན་གྱིས་ད་ཨ་མི་རི་ཀ་ལ་སོགས་པའི་ད་ནུབ་ཕྱོགས་ཡུལ་གྲུ་ཁག་མང་པོ་ཅིག་གིས་རྒྱ་ནག་ལ་ཡང་དགག་ལན་ཤུགས་ཆེ་སྤྲད་དང་སྤྲད་མུས་རེད། གནད་དོན་འདི་ནི་བོད་ཀྱི་ཆོས་དང་རིག་གཞུང་གི་གནད་དོན་ཙམ་མ་ཡིན་པར་རྒྱལ་ཁབ་ཀྱི་འགག་རྩ་ཆེ་གི་གནད་དོན་ཞིག་ལ་ཡིན་ནའི་ངོས་འཛིན་ཞུ་གི་ཡོད་རེད་བྱས་དུས་ཚན་པ་འདིའི་ཐད་ལ་ཡང་གདོང་ལེན་གནང་ཡག་གི་ང་རང་ཚོའི་ངོས་ནས་འབུར་དུ་ཐོན་པའི་ཆ་ལས་གར་ཏི་ན་ཡ་གི་དགོངས་པ་ཡོད་ན་ལོ།
དེ་ང་ཚོ་དམིགས་སུ་བཀར་ནས་གདོང་ལེན་བྱེད་དགོས་ཡ་གལ་ཡོད་མ་རེད་ད་གཙོ་བོ་གཙོ་བོ་དེ། ད་ལྟ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་འདིས། ང་ཚོ་བོད་མི་རིགས་ད་འདི་ཙམ་གྱིས་མ་རེད་རྒྱལ་བ་སྐུ་ཕྲེང་ན་རིམ་ནས་ཕྱིན་ནས་རེད་དེ་བརྙེད་ནས་ད་ཅིག། ང་ཚོ་རྒྱལ་རབས་ལོ་རྒྱུས་ནང་ལོག་ལ་ཡང་དབུ་ཕྲེང་ངན་ཚང་མ་ལོག་གང་ལྟར་བཀའ་དྲིན་བསྐྱངས་བྱ་བ་དེ་གལ་ཏེ་ང་ཚོ་བཤད་མ་དགོས་རོགས་ལྷག་པར་དུ་སྤྱི་ནོར་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་འདིས་ཀྱིས་མཛད་རྗེས་དེ་ལས་ཡང་ང་ཚོས་ད་ལྟའི་སྤྱི་ཚོགས་ནང་ལོགས་ལ་འཇམ་འཇམ་ཅིག་སྐུ་མདུན་གྱི་ཅིག་མ་འགྲིག་པའི་གནས་སྟངས་ཟེར་བ་དེ་འདྲའི་བཤད་ངན་དེ་འདྲ་དང་ཚད་མའི་ཞུ་ངན་དེ་འདྲ་ཡོང་གི་འདུག་བ་དེ་ཚོ་ཧང་སང་བར་བ་དེ་བསམ་བློའི་ནང་ལ་ཤོང་མ་ཐུབ་ཡ་གནས་སྟངས་ཚོ་བྱས་ཙང་ཨ་ལེ་ང་རང་ཚོ་བོད་པ་ཡོད་དེ་བ་དེ་གའི་ཚང་མ་ལོག་གི་རྒྱ་བོར་མ་བྱེད་ཀྱི་བཀའ་དགོངས་གཞི་བཟུང་བྱེད་བྱེད་ང་རང་ཚོ་ཆ་བུ་བྱེད་བྱེད་རྙོག་ར་མ་བཟོས་བ་བྱེད་ནས་མཉམ་དུ་འགྲོ་དེ་ག་རང་འགྲོ་ཐུབ་བ་འགྲོ་བ་ཕྱིན་པ་ཡིན་ནས་ང་ཚོའི་གི་བྱེད་ཡ་གཙོ་བོ་དེ་ང་ཚོའི་གཅིག་སྒྲིག་ནུས་པ་དེ་སྟོན་དགོས་གོ་རེད་བོད་ཕྱི་ནང་གཉིས་ཀྱི་ད་དེའི་སྒང་ལ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ཀྱི་བཀའ་མོལ་དེ། སྤྱི་བཏང་གི་ཞུ་བའི་ཁོ་རང་སྔ་དྲགས་པ་རེད་ཟེར་ནས་སྐུ་མདུན་བཀའ་གནང་གི་འདུག་དེ་ཕྱིན་སང་ང་དེའི་སྐོར་ལ་ཞུ་ཞུ་བཤད་ཡ་འདོད་པ་མེད་དེ། ཡིན་ནས། ད་དེང་སང་གི་གནས་ཚུལ་ལ་ཡ་སྔར་བོད་རང་བཙན་ཡིན་པའི་སྐབས་ཀྱི་ཨ་ནི་གཅིག་བོད་བརྒྱུད་ནང་བསྟན་སོག་པོ་དང་དེ་ནས་ཡ་གཅིག་ཁྱབ་ཡོད་པའི་གི་གནས་སྟངས་དེ་ཙམ་དུ་མ་ཡིན་པའི་གི་ད་བོད་བརྒྱུད་ནང་བསྟན་དེ་དེང་སང་འཛམ་བུ་གླིང་ཁྱོན་ཡོངས་ལ་ཁྱབ་བྱས་ཨ་ནི་ཅི་བོད་བརྒྱུད་ནང་དོན་ལ་ཡང་རྗེས་འཇུག་ཞུ་ངན་ཟོ་མང་པོ་ཞུ་ཆགས་བསྡད་རེད་ཨ་ནི་རྒྱ་གར་ནང་ཆ་ཞག་ཡིན་ནི་ཧི་མ་ལ་ཡའི་རི་རྒྱུད་ནང་ལ་བོད་བརྒྱུད་ནང་དོན་ཤུགས་ཆེན་པོ་ཞིག་དྲག་རེད་བ་དེ་ཡིན་དུས་ན་དེ་ཚོ་མང་པོ་ཅིག་གི་འབྲེལ་བ་ཆགས་བསྡད་ཡོད་དུས་འདི་གའི་ཚང་མ་ལོག་གི་དད་པ་དམ་ཚིག་དེ་གཅིག་རང་ལ་གནས་བྱས། བླ་མ་ཡང་སྲིད་དང་ཕེ་དང་མ་ཕེ་ག་བ་འཁྲུངས་དང་མ་འཁྲུངས་ཟེར་ཡ་དེ་བླ་མས་ཐག་གཅོད་ཐུབ་གི་རེད་མ་གཏོགས་ཅིག་གི་དེ་རྒྱ་ནག་དམར་ཤོག་གི་འགོ་ཁྲིད་ཆོས་ལ་རྩ་བ་ཉིད་ནས་ཁས་མི་ལེན་ངེས་ཅིག་གི། འདི་ཐག་གཅོད་ཐུབ་ཡག་གི་གནས་སྟངས་གང་ཡོད་མ་རེད་དེ། ཆོས་ལ་ཁས་མི་ལེན་མཁན་གཅིག་གིས་ཆོས་ཕྱོགས་ནང་ལ་བྱུས་གཏོགས་བྱེད་ཀྱི་ཡིན་ཟེར་ད་དུས་ཚང་པ་ལ་སོ་སོ་སོ་ལྡོག་ཕྱོགས་ཀྱི་ལས་ཀ་བྱས་བསྡད་པ་རེད་མ་གཏོགས་གཅིག་གིས་འདི་ལ་ཡ་ཅིག་ནུས་པ་ཐོན་པའི་གི་ཡོང་ཡ་ཡོད་མ་རེད་ཡིན་ནས་གལ་སྲིད་བོད་རྒྱའི་དཀའ་རྙོག་དེ་གལ་སྲིད་ད་དེ་འདྲའི་ཡོང་དགོས་མེད་པ་ཡིན་ན་མ་ཡོང་ཡག་གི་ཆེད་དུ་རྒྱ་རོམ་ཆེ་མི་སེར་ཚོགས་ཆེན་གྱི་ཚོགས་བཅར་བ་དེ་གའི་དེ་ལ་བཀའ་སློབ་གནང་སོང་ང་བོད་ལ་ཕྱིན་པ་ཡིན་ནས་ང་བོད་ལ་བསྡད་ཐུག་མ་རེད་ད་ཟེར་དེ་མ་ཐུག་ཡ་རྒྱུ་མཚན་དེ་ག་རེ་གསུང་དགོས་རེད་རང་དབང་སྒོར་བ་སོང་ཡོད་རེད། བྱས་ཙང། ཕྱི་ལོ་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ལ་ཕར་ཕྱིར་ལོག་གནང་བ་འདྲ་བོ་བྱིན་པ་ཡིན་ནའི་ག་བ་ཕྱི་ཕུལ་གནང་ཡ་ནས་རེད་ག་བ་ལ་ཡ་བཞུགས་པ་ཡིན་ནའི་རེད་དེ་རང་དབང་ཆ་ཚང་ཅིག་ཡོད་པ་དང་བོད་ནང་ལོག་ལས་ཡོད་ངེས་ཀྱི་བོད་མི་དེ་གའི་ཚང་མ་ལོག་ལ་ཡ་རང་དབང་ཆ་ཚང་བ་ཅིག་ཡོད་པ་ཡིན་ན། ཨ་འདི། དཀའ་ངལ་སེལ་བ་རེད་བ། དེ་བཞིན་བསམ་པ་དེ་ཚོའི་ཐོག་ནས་ཅིག་ང་ཚོ་བསམ་སྟངས་དགོས་ཡ་དེ་རྒྱ་ཆེ་ས་ནས་བསམ་སྟངས་བྱེད་ང་རང་ཚོ་ནང་ཁུལ་ནས་ང་རང་ཚོ་བྱམས་པོ་བྱེད་བལྟས། རྒྱ་བོ་རིན་པོ་ཆེ་ཡང་སྲིད་ག་བ་ཕེབས་དང་མ་ཕེབས་ཟེར་ཡ་དེ་ཚོ་ལྷ་བླ་མའི་ལུང་བསྟན་དང་ཚང་མ་ལོ་ཡོང་གི་རེད་དེ་གཞི་བཟུང་གི་ག་བ་ཕེབས་པ་ཡིན་ན་དེ་ང་རང་ཚོ་བོད་མི་ཚང་མ་ལོ་ག་འདར་རྩེ་གཅིག་ཏུ་དེ་ག་རང་ལ་ཡ་བརྩི་བཀུར་ཞུས་པ་ཡིན་ན་དེ་རྒྱ་ནག་གི་གར་མོ་གར་བྱས་པའི་ནི་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ད་ལྟ་ཨ་མི་རི་ཀའི་གྲོས་ཚོགས་ནང་གྲོས་ཆོད་ནང་ལ་བཞག་བཞག་པ་ན་ཤི་རི་ཏཱ་ད་ལྟ་ཉིས་སྟོང་གཉིས་ཀྱི་སྲིད་བྱུས་འདི་ག་ལ་བསྐྱར་བཅོས་གལ་ཆེར་ཕྱིན་རྗེས་སྲིད་འཛིན་གྱི་མཚན་རྟགས་ཁོ་ཡག་གི་གནས་སྟངས་དེ་རེད། མྱུར་པོ་བྱུང་བ་ཡིན་ན་ད་ལྟ་གྲོས་ཚོགས་གོང་མ་ལ་སླེབས་བསྡད་ཡོད་རེད་བ། དེ་སྐད་དེ་མྱུར་པོ་བྱུང་བ་ཡིན་ན་ཨ་ནི་ཉིས་སྟོང་གཉིས་ཀྱི་སྲིད་བྱུས་དེའི་སྒང་ལ་ཡང་ནི་ཆེ་ནུ་ཁོང་ས་སྐྱབས་མགོན་ཆུང་མཆོག་གི་ཡང་སྲིད་འཚོལ་ཕྱོགས་དང་འབྲེལ་བའི་ཐོག་ནས་རྒྱ་ནག་གཞུང་གི་ཐེ་བྱུས་ཆུ་ལེན་ངོས་ལེན་མེད་པའི་གནས་སྟངས་འཛུགས་དེ་ད་ཨ་མི་རི་ཀས་མངོན་གསལ་དོད་པོ་ཕྱིན་ནས་གསལ་པོ་ཕྱིན་ནས་བྲོས་བྱོལ་ལམ་དང་ཁྲིམས་འཆར་གྱི་ལམ་ནས་ཁྲིམས་ཀྱི་ལམ་ནས་འདུག་ཤིང་བཟོས་ནས་གོ་བ་མ་རྒྱལ་ཁབ་གཞན་པ་ནང་ལོག་ལ་ཡ་དེ་ལ་ཡ་རྒྱབ་སྐྱོར་བྱེད་མཁན་མང་པོ་ཡོད་རེད་པ་དེ་ཡིན་དུས་ཚང་མ་རྒྱ་ནག་གི་དེ་ཚོ་གནས་ཚུལ་དེ་ཤེས་པའི་ཐོག་ནས་ཨ་ནི་འདི་ལ་ཡ་ཅིག་ཆབ་སྲིད་བརྩད་བྱས་འདི་བྱས་པ་ཡིན་ན་རྒྱ་ནག་གི་ཆེ་མཐོང་དེ་ཆུང་རུ་འགྲོ་གི་རེད་མ་གཏོགས་ཅིག་གི་ཆེ་རུ་འགྲོ་ཡ་ཅིག་རྩ་བ་ནས་ཡོང་གི་མ་རེད་དེ་ང་ཚོས་གསལ་གསལ་ཏིང་ཏིང་རེད་གོ་བཤད་མ་གོར་བ། དེ་ཡིན་དུས་ཚང་མས་རྒྱ་ནག་གཞུང་གི་འགོ་ཁྲིད་ཚོའི་ངོས་ནས་ཨོ་ང་ཚོས་འདི་འདྲ་བྱས་པ་ཡིན་ན་འདི་འདྲ་ཅིག་ཡོང་ས་རེད་འདི་འདྲ་བྱས་པ་ཡིན་ན་འདི་འདྲ་ཅིག་ཡོང་ས་རེད་དེ་བསམ་བློ་གཏང་དགོས་ཡ་གལ་ཆེན་པོ་རེད་མ་གཏོགས་ད་ལྟ་དབང་ཆ་ཟུར་ཡ་གཅིག་པོ་གི་དོན་དག་ལ་ཡ་གཅིག་འདྲ་མེད་ལ་བྱས་བསྡད་པ་ཡིན་ན་ཨ་ནི་མི་རིགས་མི་རིགས་མང་པོ་གཞན་པ་ཅིག་ལ་ཡ་རྨ་ཁ་བཟོ་ཡ་དང་ཨ་ནི་རྒྱལ་སྤྱིའི་སྤྱི་ཚོགས་དང་འཆམ་མཐུན་མི་ཡོང་ཡ་དང་ཨ་ནི་རྒྱལ་སྤྱིའི་སྤྱི་ཚོགས་ནང་ལ་དངོས་གནས་དྲང་བདེན་གྱི་དཔལ་འབྱོར་གྱི་སྟོབས་ཡོད་པ་ནང་བཞིན་གྱི་འགོ་ཁྲིད་ཆགས་དགོས་བསམ་ཡ་ཚོ་ཡོང་ཐབས་དམར་བ། ལ་རེད་དེ་ནས་ད་བཙན་བྱོལ་བོད་མིའི་སྒྲིག་འཛུགས་སྲ་བརྟན་སྒང་ལ་ཡ་ད་བཙན་བྱོལ་ནང་གི་ད་གནད་འགག་ཅིག་ཆགས་འགྲོ་གི་ཡོད་རེད་ད་ལྟ་ཉེ་བའི་ཆར་ལ་བོད་ནས་ཚུར་ཡོང་མཁན་ཨ་ནེ་ཉུང་ཤས་ཆགས་རྗེས་རྒྱ་བལ་འབྲུག་གསུམ་ནང་གི་བོད་མི་བརྒྱ་ཆ་བཞི་བཅུ་ལྔ་བཅུ་ཞིག་ད་ཕྱི་རྒྱའི་ཡུལ་གྲུ་ཁག་ནུབ་ཕྱོགས་ཡུལ་གྲུ་ཁག་ནང་ལ་ཡར་ཐོན་རྗེས་བོད་མི་ཁ་ཐོར་གྱི་ཨ་ནེ་གནས་བབ་དེ་ཤུགས་ཆེ་རུ་འགྲོ་འདུག་ཅེས་སེམས་འཚབ་ཞིག་བྱེད་བསྡད་ཀྱི་ཡོད་ལ། ཨ་ནེ་ད་བོད་མིའི་སྒྲིག་འཛུགས་ཀྱི་འདི་ཉམས་ཆག་མི་འགྲོ་ཡ་ལ་ཡང་ཅིག་ཅིག་ཤུགས་རྒྱག་དགོས་འདུག་ཟེར་ཡ་མི་མང་ནང་ལོགས་ནས་དགོངས་ཚུལ་འདི་མང་པོ་ཡོང་གི་ཡོད་རེད། ང་རང་ཚོས་ཨ་ནེ་རྒྱ་བལ་འབྲུག་གསུམ་ནས་བོད་ཕྱི་རྒྱའི་ཡུལ་གྲུ་ཁག་ནང་ལ་ཡར། ཕན་ངན་འདི་ཚོ་ཐོག་ལ་ཡང་ང་ཚོས་རྒྱབ་སྐྱོར་གནང་གི་ཡོད་ན་མེད་ན་འདིའི་ཐོག་ལ་གཟིགས་ཚུལ་སྒྲུབ་དུ་ག་འདྲེ་ཞུས་གནང་ལོ། ད་སྙན་མ་དང་པོ་བ་ཆི་ཀའི་ད་ཅི་ཐང་མི། ཆི་ཀའི་བྲོ་ཨེ་ཀི་བྷེ་བ་ཚོ་ཆི་ཀའི་བྲོ་ཨེ་གོ་ཙུ་ཨེ་ཚོ་ད་ཅི་སྟོང་གོ་ཅི་ཁྲུ་ཅུ་རེ་ཐང་ནང་ལོག་ནས་པེ་ན་ང་ཚོ་ཡོ་རོབ་ཁུལ་དུ་བ་དྲན་མག་དང་ནོག་ཝེ་སུའི་ཏིན་སི་ཡ་དང་སུའི་སི་དང་ཨ་ནི་ཧྥ་རན་སི་དང་དུ་བ་ལ་ཡ་ཆིན་ཡར་བ་དེའི་སྐབས་དེ་ནས་ཚུལ་མི་འབོར་ཆེན་པོ་མ་རེད་ཨེ་ནི་ཧྥ་རན་སིའུ་རེད་དེ་དཀའ་ངལ་ཆེ་བའི་སྐབས་དེ་བ་རེད། དེ་ནས་ད་ཀན་ན་ཀྲ་ལ་ཡང་མི་ཉིས་བརྒྱ་ཞེ་ལྔ་བཅུ་ཚར་གཅིག་འདུག་བྱས་རྗེས་བཏང་བ་རེད་གཅིག་སྟོང་དགུ་བརྒྱ་དུས་དོན་གཉིས་ལོག་ལ། ད་དེ་ནས་ད་མི་འབོར་སྤོ་ཤུགས་ཤུགས་ཆེ་ཤོས་དེ་ཨ་མི་རི་ཀ་ལ་གཅིག་སྟོང་དེ་ནས་རེད། དེ་ནས Australia ལ་ཡང་དེང་སང་ཆབ་སྲིད་བཙོན་ཟུར་ཕེབས་དེ་ཡང་དེ་གས་བཏང་ད་ཀན་ན་ཀྲ་ལ་གཅིག་སྟོང་དེ་འདུག་བྱས་རྗེས་ད་ཁྱོན་ཡོངས་ད་འདི་དང་འདྲའི་ཆེས་མང་པོ་ཞུ་ཆེན་བྱས་ད་ད་ལྟ་བརྒྱ་ཆ་བཞི་བཅུ་ལྔ་བཅུ་སླེབས་དེ་ཡང་ཐོག་མ་དེ་བ་ཨོ་ད་དེ་འདྲའི་མང་པོ་ཞིག་འགྲོ་སོང་ད་ང་ཚོ་དེ་གནས་སྟངས་གར་ཆགས་ཡོང་བ་བསམ་ས་འདྲ་བོ་དེ་འདྲའི་སེམས་འཚབ་ཡོང་མྱོང་ལོ་བཅུ་བཅོ་ལྔའི་སྔོན་དེ་བར། སེམས་འཚབ་དེ་འདྲ་ཡོང་མྱོང་ད་ད་ལྟ་གནས་སྟངས་བལྟས་ཡོང་དུས། ད་འཛམ་བུ་གླིང་ས་ཆ་མང་པོ་ཞོ་གཅིག་སླེབས་པ་རེད་སྤྱི་ཚོགས་ཐོངས་པ་རེད་ཨ་ཏི་བོད་མི་ཚོའི་མི་ས་གནས་སོ་སོ་སོ་ལ་ཡ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་བརྟེན་ནི་བོད་རིགས་སྤྱི་མཐུན་ཚོགས་པ་ཞེས་ནི་སོ་སོ་སོའི་གི་ཐང་དུ་བློ་ནས་བཙུགས། རྒྱལ་ཁབ་ཀྱི་ཁྲིམས་གཞི་སྲུང་གི་དེབ་སྐྱེལ་བྱས་སོ་སོ་སོའི་ཚོགས་འདུ་འཚོགས་ཡ་དེ་ནས་གཅིག་ལོ་སར་བཏང་ཡ་རེད་གསུམ་བཅུ་དུས་དྲན། སྲུང་བརྩི་ཞུ་ཡ་རེད་ཡ་རོ་མཆེད་སྐུ་དྲུང་ག་ད་ད་འདུག་དུས་རྒྱུན་གཅིག་བྱས་དེ་ཡ་དེ་གས་ཚང་མ་ལོ་ཏས་ཅིག་ཁ་འཐོར་བསྡད་ཡོད་ནས་ཡ་ཚུགས་ག་ཚོད་ཐུབ་ཐུབ་ཅིག་རུག་རུག་བྱས་བྱས་འདུག་བྱས་ཡོང་ཡ་དང་ཨ་ནི་སོ་སོ་རྒྱལ་ཁབ་ཕི་ཡིག་དེ་མི་རིགས་ཆ་བའི་མི་སེར་ཆ་བའི་རྒྱུ་མཚན་ལ་བསྟན་ནས་རྒྱལ་ཁབ་དེའི་ནང་ལོག་ལ་ཡང་ཆབ་སྲིད་ཀྱི་ལས་འགུལ་སྤེལ་ཐུབ་ཡ་གི་ནུས་པ་དང་ཨ་ནི་དེའི་སྒང་ལ་ཨ་ནི་ཕ་ཕྱིན་རྗེས་ད་དཀའ་ལས་ཞིབ་བོ་རྒྱབ་གི་ཡོད་རེད་མི་རབས་དང་པོ་ཚོ་དཀའ་ལས་ཞིབ་བོ་རྒྱབ་དངུལ་ཅིག་སྲོག་སྒྲུབ་སྒྲོལ་བ་བྱེད་ཡང་བདེ་བ་ཚུལ་གཅིག་བཏང་ཡོང་དུས་ཚང་མ་བདེ་བ་ལས་དཔལ་འབྱོར་གྱི་གནས་སྟངས་ལ་ཡང་ཕན་ཐོགས་འགྲོ་བ་ཅིག་ཞུ་ཅི་ཡོང་བསྡད་ཀྱི་ཡོད་དུས་ཚང་མ་ལ་ལྟ་སྤྱི་བཏང་གི་འགྱུར་བ་ག་འདྲ་ཅིག་འགྲོ་བ་ཡིན་ནའི་འགྱུར་བ་འདི་ང་ཚོའི་དཀའ་ཐུག་དང་མ་ཐུག་ལའི་སྐད་ཆ་དེ་མ་རེད་འགྱུར་བ་ལ་ངེས་དེ་འཁོར་འགྲོ་བསྡད་ཀྱི་རེད་དེ་ཡིན་དུས་ཚང་མ་འདི་ལ་ཡང་དགའ་དང་མ་དགའ་གི་གནས་སྟངས་ཡང་གལ་མ་རེད་འགྱུར་བ་རེ་རེ་རེ་འགྲོ་དུས་ཚང་མ་ལ་འདི་གི་བཟང་ཕྱོགས་ཀྱི་གནས་སྟངས་ལྟ་སྟངས་ཡོང་གི་རེད་ངན་ཕྱོགས་ཀྱི་གནའ་སྟངས་ལྟ་སྟངས་ཡོང་གི་རེད་ད་ད་ལྟ་འདི་ག་དེ་ད་ལྟ་བྱུང་བསྡད་པ་འདི་ག་དེ་འདས་པའི་ལོ་ཉིས་སྟ་ལྔ་སུམ་ཅུ་ནང་བྱུང་བ་རེད། ད་འདས་པའི་ལོ་ཉིས་སྟོང་ལྔ་སུམ་ཅུའི་ནང་ལོགས་ལ་ཡང་གྲངས་འབོར་མང་པོ་ཞུ་བ་ཅི་དང་མ་འོངས་པའི་གི་ད་དེ་འགྲོ་ཡ་ཡིན་པ་དེ་ཁོ་ཤེས་མ་བ་རེད་མ་གཏོགས་ཅིག་གི་ད་དེ་བཀག་ཡ་ཟེར་ཡ་དང་འདོད་དང་མ་འདོད་གི་སྐད་ཆ་དྲི་ཡ་གི་གནས་སྟངས་ཁོ་རང་གལ་མ་རེད་བསམ་གི་འདུག་དེ་མི་མང་གི་འདོད་པ་ག་རེ་ཤུགས་ཆེ་ཡ་ཡོད་པ་ཡིན་ནའི་དེའི་ཐོག་ནས་བྱེད་སྟེགས་ཡོད་རེད་པ། ད་སྒྲིག་འཛུགས་གི་ངོས་ནས་དེ་འདྲའི་ཐབས་ཤེས་དེ་འདྲའི་འདོག་མི་འདོག་ལྟ་ཡ་དེ་ཏན་ཏན་འབད་བརྩོན་བྱེད་གི་ཡིན་སྙེ་མ་ནས་ད་ད་འདས་པའི་ལོ་གཅིག་གཉིས་ནང་ལོགས་ལ་ཡང་ངོ་ཤེས་པ་དེ་འདྲའི་ཕག་ཚོ་སྐད་ཆ་འདྲ་བ་བྱས་བྱས་དེ་ཚོ་ང་ཚོ་ཐབས་ཤེས་འདྲ་བ་ཡོང་གི་ཡོད་ན་མེད་ན་ག་རེ་ཟེར་ན། ད་ལྟའི་སྡེའི་བཙན་བྱོལ་གནས་སྟངས་ནང་ལོགས་ལས་ཡ་ཁྱིམ་ཚང་རེ་རེ་ནས་སྤུ་གཅིག་གཉིས་གཅིག་ཕྱི་རྒྱལ་ཕྱིན་ཤེས་པ་དང་དེ་འདྲ་ཡོད་པ་ཡིན་ན་དེའི་གནས་སྟངས་ཡག་པོ་ཞུ་ཆགས་བསྡད་ཀྱི་འདུག་བྱས་ཙང་ང་ཚོ་མ་འོངས་པ་བོད་མི་གི་བཙན་བྱོལ་བོད་མི་གི་སྒྲིག་འཛུགས་རེད་མང་ཚོགས་དེ་གས་ཚང་མ་ལོགས་ཧྲ་ལྟ་ལྟ་ཅིག་རང་ཁ་རང་གསོ་ཆགས་དགོས་ཀྱི་ཡོད་ན། ཨ་ནི་བོད་མི་ཚོའི་དཔལ་འབྱོར་གནས་སྟངས་ཡར་རྒྱས་འགྲོ་དགོས་པ་དེ་གལ་ཆེན་པོ་རེད་དཔལ་འབྱོར་མི་རེ་ངོ་རེ་ཁྱིམ་ཚང་རེ་རེ་ག་གེ་སི་གཅིག་གི་དཔལ་འབྱོར་ཡར་རྒྱས་ཕྱིན་པ་ནང་བཞིན་གཅིག་གིས་སྒྲིག་འཛུགས་ལ་བརྟེན་མོད། སྒྲིག་འཛུགས་ལས་ད་ལྟ་ཡིན་པ་སྙེ་མ་ཡིན་ན་ང་ཚོ་རོགས་སྐྱོར་དུ་ཚད་ལྡན་པ་ཡོང་གོ་རེད་ག་གེ་སི་ན་མི་མང་གི་སྐྱོ་པོ་རུ་བ། ད་དེང་སང་མི་མང་གི་དཔལ་འབྱོར་ཡར་ཡར་འགྲོ་དུས་ཚང་པ་ལ་རོགས་སྐྱོར་བྱེད་རོགས་བྱེད་ཟེར་བ་ལས། དེ་བ་ཁང་པ་འཛུགས་བལྟས་བྱེད་ད་འདོད་མི་གཞན་པ་རོགས་པ་བྱེད་རོགས་བྱེད་ཟེར་ན་ངོ་ཚ་ཡག་བཟོ་རོགས་བྱེད་དུ་བ་དེ་ཡིན་དུས་ཚང་པ་ང་ཚོ་རང་ཁ་རང་གསོ་བཟོ་བས་ལས་ཏན་ཏན་ཕན་ཐོག་ཆེན་པོ་ཅིག་ཡོང་བསྡད་ཀྱི་འདུག་དེ་ཡིན་དུས་ང་ལ་ཡང་སྲིད་སྐྱོང་འགན་བསྐུར་པ་ཡིན་ན་གཅིག་ཕྱིས་ཞི་བྱ་སྤོས་ང་ཚོ་དགག་པ་གང་ཡང་མེད། ད་ལྡིའི་གི་གནས་སྟངས་འདིའི་འོག་ནས་ང་རང་ཚོ་སྤྱི་ཚོགས་འདི་ཕ་ཁ་འཐོར་འགྲོ་གི་ཡོད་དེ་གཟུགས་པོའི་ཆ་ནས་ཁ་འཐོར་འགྲོ་གི་ཡོད་དེ་སེམས་ཀྱི་ཐོག་ནས་ཉེས་པོ་ག་འདྲི་བཟོ་དགོས་ཀྱི་རེད་ཞེས་ཡ་དེ་ཨ་ནི་རྒྱ་བལ་འབྲུག་གསུམ་གྱི་ཕྱི་ལོག་ལ་ཡོད་མཁན་གྱི་བོད་པའི་དེ་གས་དེ་དེ་དང་ད་འདི་མཉམ་དུ་ད་བོད་མིའི་སྒྲིག་འཛུགས་དང་ཨ་ནི་ཅིག་དེ་མི་དམངས་གི་པ་ར་ལ་འབྲེལ་བ་ཤུགས་ཆེ་རུ་བཏང་ཡ་དང་ང་ཚོའི་དེ་ནུས་པ་དེ་ཤུགས་ཆེ་རུ་བཏང་ཡ་ད་ལྟ་བར་དུ་ངས་དུས་འདྲ་རེར་སྐད་ཆ་བཤད་དེ་ཡ་ཚོ་ཚང་མ་ལ་ནུས་པ་ཤུགས་ཆེ་རུ་བཏང་ཡ་རྐྱང་རྐྱང་སྐོར་བཤད་བསྡད་ཀྱི་ཡོད་རེད། འོང་འདུག་བྱས་ནས་དེ་ཚོའི་སྒང་ཤུགས་རྒྱག་ཡ་དང་བཙན་བྱོལ་དེའི་ནང་རྒྱ་བལ་འབྲུག་གསུམ་ནང་ལྷག་དེ་ངའི་བོད་པ་དེ་ག་དེ་ཡང་ཚུར་རིམ་པས་རིམ་པས་ང་ཚོ་ཚུར་རུག་རུག་ག་འདྲས་བཟོ་ཐུབ་ས་རེད་དེ་ཚོའི་སྒང་ལ་རྒྱ་ཆ་ས་ནས་བསམ་བློ་བཏང་བསམ་བློ་མང་པོ་བཏང་པ་ཡིན་ལ་འཆར་གཞི་མཛོད་རེ་རེ་རེར་ཁ་ཆེ་ནས་ཞུས་བཞག་ཡོད་མ་འོངས་པ་ང་ཚོ་ལག་བསྟར་ཐུབ་བཏང་ཐུབ་ངེས་ཤ་སྟག་རེད་དེ། དཀའ་ངལ་ཅིག་ཡོད་རེད་དེ་ཡིན་ནས་དཀའ་ངལ་འདི་ལ་ཡ་གདོང་ལེན་བྱེད་མ་ཐུབ་ཡག་གི་གནས་སྟངས་དེ་འདྲ་རྩ་བ་ཆེ་རེད་མ་རེད། བློ་ལ་སེ་ཨ་འདི་རྒྱ་ནག་གཞུང་གིས་ད་ཉེ་བའི་ཆར་ལ་ཡ་ཕྱི་གི་ཡུལ་གྲུ་ཁག་ནང་དང་བོད་པའི་སྤྱི་ཚོགས་ནང་དུ་ཅིག་ཆིག་སྒྲིལ་གྱི་ནུས་པ་ཉམས་ཆག་བཏང་གི་ཡོད་པའི་གི་ལས་འགུལ་དེ་འདྲས་སྤེལ་གི་ཡོད་པ་དེ་འདྲས་མང་པོ་ཅིག་གི་གོ་བདེ་གི་ཡོད་ལ་ཡ་མཐོང་བདེ་ཡོད་རེད་ར་འཕྲོད་པ་བྱུང་ཡོད་རེད་དེ་བཀག་འགོག་གནང་ཡག་ལ་ཡ་ང་ཚོས་ག་རེ་གནང་ཡག་གི་དགོངས་པ་ཡོད་ན་ཐུགས་འདུན་ཞིག་བཀའ་གནང་རོགས་གནང། ད་དེ་བཀག་འགོག་དེ་འདི་འདྲས་བྱེད་དགོས་ཀྱི་རེད་ཟེར་ལ་དེ་འདྲས་བྱེད་དགོས་ཟེར་སྐད་ཆ་མ་རེད་ད་ཁ་ཚིག་ངས་ཞུ་མི་ནང་བཞིན་ང་ཚོའི་སྤྱི་ཚོགས་དེ་མང་གཙོའི་ལམ་ལུགས་ཅིག་ལ་འགྲོ་གི་ཡོད་རེད་མང་གཙོའི་ལམ་ལུགས་དེ་ནང་ལ་ཕྱི་གསལ་ནང་གསལ་བྱས་བྱས་ང་ཚོའི་གནས་ཚུལ་མང་ཚོགས་ནང་ལོགས་ལ་ག་ཚོད་ཅིག་གསལ་པོ་བཟོ་ཐུབ་པ་ཡིན་ན་དེ་ཙམ་ཅིག་གིས་དཀྲོག་གཏམ་གྱི་སྤྱི་ཚོགས་དེ་མང་ཉུང་རུ་འགྲོ་གི་རེད་དཀྲོག་གཏམ་གྱི་སྤྱི་ཚོགས་ཉུང་རུ་འགྲོ་པ་ཡིན་ན་རྒྱ་ནག་གཞུང་ཡིན་ནའི་རེད་དོལ་རྒྱལ་བསྟེན་མཁན་གྱི་ཡིན་ནའི་རེད་སུའི་ཡིད་པ་ཡིན་ནས་འདི་ཁོ་མུ་མཐུད་ནི་བཤད་དེ་ངས་དེ་འབུར་དུ་དོན་ཡོང་གི་རེད་དེ་འདྲའི་དེ་ནི་ངོ་ཐག་ཆོད་པ་ཡོང་གི་རེད་ཨ་ནི་མང་ཚོགས་ངོས་ནས་དེ་ལ་བསམ་བཏང་དགོས་ཡ་གལ་ཆེན་པོ་རེད། ཨ་ནི་ང་རང་ཚོས་ད་དབུ་མའི་ལམ་གི་ཐོག་ལ་ཡ་གཅིག་དགོངས་པ་ཤུགས་ཆེན་པོ་བཞེས་ཀྱི་ཡོད་པ་དེ་ང་ཚོ་ད་ཡོངས་གྲགས་སུ་ར་ཆགས་བསྡད་པ་རེད། ཨ་ནི་རང་བཙན་འཐབ་རྩོད་པ་དེ་གའི་དེ་ལ་ཡ་ཁག་ཅིག་གི་བཤད་སྲོལ་ལ་འབུར་འཇོམས་གནང་གི་རེད་ཟེར་ཏེ་དེ་འདྲའི་བཤད་སྲོལ་འདི་ཡོང་གི་འདུག་ཨང་ད་དེ་དོགས་སློང་གི་ཚུལ་དུ་དེ་འདྲའི་གསུང་ངན་ཡོང་གི་ཡོད་རེད་བྱེད་དུས་བསམ་པ། བོད་མི་ཚང་མས་ཕ་ཁ་གཏད་བྱས་ཨ་ནི་རང་བཙན་དང་དབུ་མ་ང་ནང་ཚོས་གཏམ་བཤད་ཞིག་ནང་ལོག་ལས་རང་བཙན་དུ་དབུ་མ་ཆེན་གཙོས་བསྡད་རྒྱུ་ཡོད་མ་རེད་འདི་ཕ། རྒྱ་ནག་ལ་ཕ་ཁ་གཏད་ཆེད་འཐབ་རྩོད་གནང་དགོས་རེད་ཟེར་དེ་འདྲ་གསུང་གི་འདུག་ཇེ་བསྟོད་ཚན་པ་ང་ནང་ཚོས་དབུ་མའི་ལམ་གི་ཐོག་ལ་ཡང་དགོངས་པ་ཤུགས་ཆེན་པོ་བཞེས་མཁན་ཅིག་གི་ཐོག་ནས། ཉིས་སྟོང་བཅུ་དྲུག་ལོ་ལ་ཡང་ད་བལ་ན་ང་ནང་ཚོ་ལ་ཡང་རྒྱབ་སྐྱོར་མ་གནང་མཁན་དེ་འདྲ་ཡང་བྱུང་ཡོད་རེད་དེ་གལ་ཏེ་ཚང་མ་ལ་མཉམ་དུ་ཁྲིད་གནང་ཆེད། ཅིག་མདུན་བསྐྱོད་གནང་ཡག་ལ་ཡང་དགོངས་པ་འདི་ག་འདྲ་ཡོད་ཆེ་ཡོད་ནང་ཞེས་ག་འདྲ་ཞུ་གི་ཡིན།
ནས་བོད་མིའི་སྒྲིག་འཛུགས་ཀྱི་ད་གཏན་ལ་ཕབ་ཞེས་པའི་གི་སྲིད་ཇུས་དེ། བོད་མང་སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་ཞེས་པའི་སྲིད་ཇུས་དེ་དབུ་མའི་ལམ་སྲིད་ཇུས་རེད་རྒྱ་གར་མི་ཆེའི་དགོངས་གཞི་དེ་དེ་རེད་དེ་ཡིན་དུས་བསམ་པ་འདི་རྒྱུ་མཚན་དང་ལྡན་པས་གི་གཏན་འབེབས་བྱས་བཞག་ཡོད་རེད་མ་གཏོགས་ཅིག་གི་རྒྱུ་མཚན་མེད་པར་གཏན་ནས་བྱས་བཞག་མཁན་མ་རེད་བ། ང་རང་སྒེར་ལ་ཆ་མཚོན་པ་འདྲ་བོ་བྱིན་པ་ཡིན་ནས་ཆུང་ཆུང་ག་ནས་ང་བོད་རང་བཙན་མ་གཏོགས་ཅིག་གི་གོ་གི་མ་རེད་ཟེར་ནས་ག་རེ་ཟེར་ན་ད་གནས་སྟངས་ཆ་ཚང་ཅིག་མགོ་ཚོས་གི་ཡོད་མ་རེད་རྒྱ་ཆེ་ས་ནས་དེ་འདྲའི་བསམ་ངན་དེ་འགའ་རེད། ཡིན་པ་ཡིན་ནའི། སྤྱི་ཚོགས་ཀྱི་འགན་གཅིག་འཁྱེར་ཡོང་བསམ་བློ་གཅིག་བཏང་ཡོང་དུས་བསམ་པ་ལ་ཨོ་བོད་ནང་ལོག་གི་རྫ་དྲག་གི་གནས་སྟངས་འདི་ལ་བལྟས་ནས་ད་ལྟ་ཐབས་ལམ་འདི་ལས་ཡག་ག་ཅིག་རྩ་བ་ཉིད་ནས་མི་འདུག་ཕྱིས་ནས་ཤེས་བསྡད་ཡ་དེ་འདི་རེད། ད་སྤེན་པ་ཚེ་རིང་གིས་དཔེ་རང་བཙན་ལ་དགའ་གི་མ་རེད་རང་བཙན་ཤེས་མཁན་འབུར་འཇོམས་བཏང་གི་རེད་ཟེར་ཡ་འདུག་དེ་ཚོ་མི་ཁ་ཤས་ཅིག་གི་བསམ་ཚུལ་རེད། དེ་གལ་སྲིད་ངས་འདི་འདྲ་བྱེད་ཀྱི་ཡོད་པ་ཡིན་ན། ཨ་ནི་དེས། ང་ལ་ཡང་ངས་ད་ལྟ་བར་དུ་ཤེས་བསྡད་ཡ་ངས་ཀྱི་མང་གཙོའི་གྱི་ལྟ་གྲུབ་ལ་ཁས་ལེན་གྱི་ཡོད་མང་གཙོའི་གྱི་འགྲོ་སྟངས་དེ་ཚོ་ལ་ཡ་རྗེས་སུ་འབྲང་གྱི་ཡོད་ཟེར་ནས་ཤེས་བསྡད་དེ་ཧམ་པ་ཆགས་འདྲ་གོ་ཡོད་རེད་པ། ད་སྤེན་པ་ཚེ་རིང་རང་བཙན་ལ་མ་དགའ་བ་ག་རེ་བྱས་པ་རེད། རེད། དཔེར་ན་ལྡི་ལི་ལི་ཡ་ལས་འགུལ་སྤེལ་ག་ཡོང་ག་ཚོད་ལ། ང་ཚོ་མི་ཁ་ལོ་བདུན་དུ་ཆེ་ག་མེད་ག་བསྡད་པ་རེད་བཙོན་ཁང་ནང་ལ་ལྷག་པ་དང་དེ་ཚོ་སྟོན་ག་འགྲོ་ཡ་དང་གཅིག་རོགས་བྱེད་ཡ་དང་ལས་ཁུངས་དེ་ཚོ་མཐུན་རྐྱེན་སྦྱར་དགོས་དགོས་ཡིན་ན་ག་རེ་བྱེད་དགོས་དགོས་ཡིན་ན་ཁྱང་ཚོ་བེད་སྤྱོད་བཏང་ན་འགྲིག་གི་རེད་ཟེར་ནས་ང་ཚོ་བཤད་ཡ་དེ་ཚོ་ཚེ་ག་ཚོད་བཤད་གི་ཡོད་མ་རེད་བ། ད་དེ་འོས་བསྡུའི་སྐབས་ལ་མི་གཅིག་རང་བཙན་ལྟ་བ་ཁེ་དེ་ངས་གཅིག་དེའི་སྒང་ལ་རྒྱ་གར་མོ་ཆེ་ལ་ཚད་མའི་གཞུང་ངས་མི་གཅིག་མཉམ་དུ་བགྲོ་གླེང་བྱེད་ཀྱི་མེད་ཟེར་ཡ་དེ་གི་མཐའ་ཁོ་རང་བཙན་དགའ་གི་ཡོད་མ་རེད་ཟེར་ནས་དེ་རྒྱུ་མཚན་ལྡན་པ་མ་རེད་བ་ངས་མི་དེ་རང་བཙན་ཤེས་གི་ཡོད་རེད་ལབ་བྱས་མཉམ་དུ་བསྡད་གི་མེད་ཟེར་ལབ་མ་རེད་བ། རྒྱ་གར་རིན་པོ་ཆེ་ལ་ཚད་མའི་གཞུང་ཡིན་ན་བློ་ཁ་ནང་ལ་ཤོམ་གི་མི་འདུག་མི་ཚེ་འདི་ནང་ལ་བློ་ཁ་ནང་ཤོམ་ཡ་རེད་མི་འདུག་དེ་ཡིན་དུས་བསམ་པ་ལ་ཡ་ཨ་ནི་ངས་དེ་ལབ་དུས་མཐའ་ཁོ་རང་བཙན་དགའ་གི་ཡོད་མ་རེད་ཟེར་སྐད་ཅིག་ལ་མོ་ཆེ་རང་བཙན་ལ་མ་དགའ་བས་གི་གནད་དོན་བྱེད་ད་པ་རེད་རེད་རེད་རེད་སུ་ལ་བཤད་ཡོད་ན་བཤད་ཞུ་ད། ང་ལས་རང་བཙན་ལྟ་གྲུབ་ཁྱེར་ཏེ་ངའི་དེ་འདྲའི་མང་པོ་བརྗོད་ངོ་ཤེས་པ་ཡོད། བྱས་ཙང་ངས་སྙན་མ་གྱང་དུ་ད་ལྟ་དྲན་གསོའི་ཚོད་དུ་ཞུ་བ་ཡིན་ན་སྤྱི་འཐུས་ཚོགས་གཙོ་ཡིན་པའི་སྐབས་ལས་ཀེ་ཤི་དེ་འདྲས་ད་བོད་མི་སེར་རང་བཙན་དགའ་གི་ཡོད་མ་རེད་སྐད་ཆ་དེ་མ་རེད་ཡིན་ནས་སྤྱི་ཚོགས་ནང་ལོར་རང་བཙན་ཤེས་མཁན་ལ་ཅིག་གུ་ཡངས་མི་འདུག་ཤེས་ཡ་ཐོབ་ཐང་མི་འདུག་ཚོགས་འདུ་འགྲོ་བ་ཤེས་ཏེ་ང་དེ་འདྲས་བྱུང་པ་རེད་དེ་དུས་ཚོགས་གཙོ་ཡིན་པའི་སྐབས་ལ་ངས་ཚོགས་གཙོའི་གི་རྐུབ་བཀྱག་གང་བསྡད་བྱས་རང་བཙན་ཤེས་མཁན་གྱི་སྤྱི་ཚོགས་ནང་ལོར་རང་བཙན་ཤེས་ཆོག་གི་མ་རེད་ཤི་ནས་ཤེས་མཁན་དེ་འདྲས་བྱུང་པ་ཡིན་ན་དེ་ང་ལབ་ཞུ་ང་ཚོགས་གཙོ་ཡིན་པའི་ཆ་ནས་ངས་དེ་འགན་དེ་ཐོབ་ཐང་དེ་སྲུང་སྐྱོབ་བྱེད་ཀྱི་ཡིན་ཞེས་དེ་འདྲས་བཤད་མྱོང། ད་དེ་རེད་དེ་ཡིན་དུས་ད་ང་སྒེར་གྱི་བསམ་ཚུལ་དེ་མི་ག་ཤེད་ཅིག་དཔེ་ན་སྐུ་དབང་རྩིས་ལུས་གནང་པའི་སྐབས་ལ་རྒྱ་བོར་མི་ཞིག་གིས་བོད་རང་བཙན་བཙོང་རེད་ཟེར་ཡག་ཟེར་རོ་ད་དེ་འདྲས་བཤད་ཡོང་དུས་ཚར་པ་ལ་ད་དེ་ཚོ་ལ་དགག་པ་རྒྱག་དགོས་དགོས་ཡོད་ནའི་རེད་གདོང་ལེན་བྱེད་དགོས་དགོས་ཡོད་ནའི་རེད་དེ་ཚོ་ང་འགན་ཡོད་པའི་ཆ་ནས་བྱེད་ཀྱི་རེད་ལ་ང་མི་དཀྱུས་མ་བྱེད་པའི་ཆ་ནས་ངས་བྱེད་ཀྱི་རུ་བ། དེ་སུ་ཡིན་ནའི་འགན་ཡོད་རུ་བ། འདིའི་བཤད་པའི་རྒྱུ་མཚན་ལ་བརྟེན་ནས་གཞན་པ་ཅིག་ལ་མ་དགའ་གི་གནས་སྟངས་བཟོ་ཤེས་པ་ཡིན་ན་དེ་སྤྱི་ཚོགས་ནང་ལོགས་ལ་ཆབ་སྲིད་འཁྲབ་དགོས་ཡོད་རེད་མ་གཏོགས་ཅིག་ད་ལྟ་ཡིན་པ་ཡིན་ནས་ངས་བཤད་ཡ་ད་ག་རང་རེད་ང་ཚོ་དམངས་གཙོ་རེད། ཆབ་སྲིད་ཀྱི་ལྟ་བ་ལངས་ཕྱོགས་མི་འདྲ་ག་རེ་བཤད་གི་ཡིན་ནས་འགྲིག་གི་རེད་རྒྱ་གར་རིན་པོ་ཆེ་ལ་ཚད་མའི་ཞུ་ལ་ནི་ལོགས་ན་ཤོང་གི་མི་འདུག་དེ་མ་གཏོགས་ཅིག་གི་ལྟ་བ་ལངས་ཕྱོགས་ག་རེ་བྱེད་ཀྱི་ཡིན་པ་ཡིན་ནས་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཡ་རྩོད་པ་རྒྱག་དགོས་ཡ་གནས་སྟངས་ཡོད་མ་རེད་ཅིག་གི་ཅིག་ལ་འགྱུར་བ་གཏང་དགོས་ཀྱི་ཡོད་པ་ཡིན་ནས་ད་བཏང་ཚར་བ་རེད་དངོས་གནས་བྱས་ན་ཏང་ཐུགས་དགུ་གུ་ཡོད་རེད་ཤེས་ཡོན་ཡོད་ཟེར་མཁན་ཡིན་ནའི་ཤེས་ཡོན་མེད་ཟེར་མཁན་ཡིན་པ་ཡིན་ནའི་ད་ལྟའི་ཏང་ཐུགས་དགུ་མེད་དུས་ཚང་པ་ལ་མཉམ་ལེན་བྱེད་དགུ་གུ་ཡོད་རེད་ལས་འགུལ་སྤེལ་དགུ་གུ་ཡོད་རེད་ད་སྤེལ་ཏེ་སོ་སོའི་ནུས་པ་གང་ཡོད་པ་དེ་རང་བཙན་ཤེས་མཁན་ཚོས་ནུས་པ་ག་རེ་ཡོད་པ་དེ་ཆ་ཚང་རྒྱ་ནག་ལ་ཕག་ཁ་གཏད་ནས་སྤུངས་སོ། དབུ་མའི་ལམ་གྱི་ལྟ་བ་འཁྱེར་མཁན་ཚོས་ཡིན་པ་རྒྱ་ནག་ལ་ཕག་ཁ་གཏད་ནས་བྱས་ཙང་ངས་ད་ལྟ་ཐབས་ཇུས་འཆར་འགོད་ཚུགས་ཆུང་བཙུགས་གི་ཡིན་ཟེར་ཡ་དེའི་ནང་ལོགས་ལ་དབུ་མའི་ལམ་གྱི་སྒྲོམ་གཞི་འདིའི་འོག་ནས་ནི་ང་ཚོས་དངོས་ཡོད་གནས་སྟངས་ག་རེ་ཆགས་ཀྱི་འདུག་ལས་འགུལ་ག་འདྲས་སྤེལ་དགོས་ཀྱི་འདུག་ཟེར་ཏེ་ག་ཤེད་ཡང་དབུ་མའི་ལམ་ཟེར་དུས་ཚང་མ་ལ་ལས་འགུལ་གས་མ་སྤེལ་འགྲིག་གི་རེད་འདུག་ཟེར་ཕྱིར་འདི་དག་དག་ན་མ་རེད་བ། ལས་འགུལ་ཟེར་དུས་ཚང་མ་ལ་ལས་འགུལ་ངོ་བོ་དང་རྣམ་གྲངས་དང་ཤུགས་ཆེ་ཆུང་དང་དེ་ཚོ་ཕྲན་ག་ཚད་ང་ཚོ་བསམ་བློ་བཏང་བ་རེད། རྙེད་མའི་ནུས་པ་དང་དེང་སང་གི་ནུས་པ་ག་རེ་རེད་མི་ང་ཚོ་བོད་པ་ཚོ་ལ་ནུས་པ་ག་རེ་ག་རེ་སླེབས་བསྡད་ཡོད་རེད་འདི་གས་ཚང་མ་ལོ་ང་ཚོས་ཨིན་ཇིའི་སྐད་རྣམས་ཧ་ནེས་བྱས་བྱས། དེ་གས་དེ་ཚང་མ་ཚུགས་གསོག་འགྲུབ་བྱེད་ཆེད་ཨ་ནི་བེད་སྤྱོད་བཏང་ཡ་དེ་གལ་ཆེན་པོ་རེད་བ། དེ་མ་གཏོགས་གཅིག་གིས་ད་སྤྱི་ཚོགས་ནང་དཀྲོག་གཏམ་སྤེལ་འདམས་པ་ཚེ་རིང་མདོ་སྟོད་ལ་དགའ་གི་ཡོད་མ་རེད་ཟེར་ངས་མདོ་སྟོད་མ་དགའ་གར་བྱས་བཞག་ཡོད་རེད་བ། དེ་ཚོ་དྲན་ག་དེ་ད་སྐད་ཆ་དྲི་དྲི་གཉིས་གིས་ད་ལན་རྒྱབ་རྒྱབ་གཉིས་གིས་ཐང་ཆད་ཡ་ཚོར་བ་ཅིག་རེད་དེ་ཡིན་ནའི་ད་ཡང་སྲིད་ཡང་སྲིད་བསྡད་ཡི་འདུག་གི་རྩོད་མ་མ་ཤེས་རང་ཤེས་ཚོར་བ་ཞིག་རེད་ད་རྩ་བའི་དེ་ཚོ་ལ་ཡ་ཞི་བ་ཞི་བ་ཅིག་བྱས་འདོད་པ་མེད་ང་ཚོ་ག་དུས་ནས་རྒྱ་ཆེ་ས་དང་བོད་སྤྱི་བ་ལ་ཕན་ཐོགས་ཡ་གི་བསམ་བློ་བཏང་དགོས་ཡ་དེ་གལ་ཆེན་པོ་རེད། ཨ་ནི་དམངས་གཙོའི་ད་ལྟ་རྒྱ་བཙན་བྱོལ་ནང་ལས་བྱེད་ཕྲུ་གུ་ཕྲུ་གུ་ཚོར་ཤེས་ཡོན་སྤྲད་དང་ང་ཚོ་དམངས་གཙོའི་ལམ་སྲོལ་ལ་འགྲོ་ཐུ་ཡ་དེ། མཐར་ང་ཚོས་རྒྱ་རོམ་གྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ང་ཚོ་བྱས་རྗེས་ཆེ་ཤོས་གྱུར་པ་བྱས་ཙང་དམངས་གཙོ་ད་ལྟ་ཡོད་བསྡད་པ་དེ་ང་ཚོ་ཧྲ་ཏག་ཏག་ཅིག་ཉག་ཐོག་གོ་ཡ་དེའི་སྒང་ལ་ཡར་རྒྱས་བཏང་མ་ཐུ་བ་ཡིན་ནས་མ་དཔེ་ཉམས་ཆག་མི་འགྲོ་ཡ་ཅིག་ང་ཚོ་བྱེད་དགོ་ཡ་དེ་གལ་ཆེན་པོ་རེད་བ། དེ་ཚོའི་སྒང་ལ་ཡར་དུས་རྒྱུན་དེ་ནས་བསམ་བློ་བཏང་བསྡད་ཀྱི་ཡོད་རྒྱལ་རབས་ལོ་རྒྱུས་ཀློག་གི་ཡོད་དངོས་ཡོད་གནས་སྟངས་སྒང་ལ་ཞིབ་འཇུག་བྱེད་ཀྱི་ཡོད་ད་མ་འོངས་པ་ག་རེ་བྱེད་དགོ་གི་འདུག་ཟེར་ནས་ཐབས་ལམ་བཏོན་ཡ་འདི་ཚོ་ད་ལྟ་ངས་བདུན་ཕྲག་རེ་རེ་རེ་རེ་བཤད་བསྡད་ཚུལ་ཚང་མ་ནོར་ལ་ཐབས་ལམ་སྟོན་ཡ་གི་སྐད་ཆ་རྐྱང་རྐྱང་བཤད་བསྡད་ཡོད་མ་རེད་ཅེས་ང་གང་ཟག་གལ་ཆེན་པོ་ཡིན་ཟེར་ནས་ངས་སྐད་ཆ་བཤད་གི་མེད། ང་ལས་གལ་ཆེ་ཡ་དེ་ངའི་མེ་སེར་དེ་རེད། སྤེན་པ་ཚེ་རིང་ལས་བྱུང་མ་འགན་བསྐུར་བ་ཡིན་ན་ཁོས་འདི་འདྲ་ཅིག་བྱེད་ས་རེད་འདི་འདྲ་ཅིག་བྱེད་ས་མ་རེད་ཟེར་གྱིས་ནས་མི་མང་གི་ཧ་གོ་བའི་ཐོག་ནས་ཨ་ནི་འོས་བླུགས་པ་ཡིན་ན་ད་མི་མང་དེ་དངོས་གནས་རྣམ་དཔྱོད་ཡོད་པའི་ཐོག་ནས་བླུགས་དགོས་རེད་མ་རེད་ཅེས་ཀྱི་སྐད་ཆ་རྩ་བ་ཉིད་ནས་རྒྱུ་མཚན་རྩ་བ་ཉིད་ནས་མ་ཉན་པ་བྱས་རྗེས་ཨ་ནི།

སྲིད་སྐྱོང་ལ་ཡང་ཕེབས་པ་ཡིན་ན་ག་རེ་གནང་འཆར་ཡོད་མེད་དེ་རའི་ཐོག་ལ་ཡང་བཀའ་མོལ་ལྷུག་གནང་པ་དེ་ལ་ཡང་ལུང་འདྲེན་ཚན་ཁའི་ཚང་མའི་ཚབ་ཞུས་རྗེས་ཐོ་ཇེ་ཆེར་ཞུ་གི་ཡིན། ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྲིད་སྐྱོང་དང་ཕྱི་སྡོད་ཀྱི་སྔོན་འགྲོའི་འོས་བསྡུ་དེ་ཕྱི་ཟླ་དང་པོའི་ཚེས་གསུམ་ཉིན་གནང་གཏན་འཁེལ་ཞིང་དབུས་འོས་བསྡུ་ལས་ཁང་ནས་འོས་བསྡུའི་མིང་གཞུང་དེབ་འགོད་བྱ་རྒྱུ་དེ་ཡང་དུས་ཚོད་འཕར་མ་དེ་གསལ་བསྒྲགས་གནང་ཡོད་རེད་དེ་ནི་ཕྱི་ཚོ་ཉིས་སྟོང་ཉི་ཤུ་ཕྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་གསུམ་ནས་ཉི་ཤུ་བརྒྱད་བར་གནང་གི་ཡོད་རེད་འོས་འཕེན་ནི་དམངས་གཙོའི་ལམ་ལུགས་ནང་ལོགས་ལ་མང་ཚོགས་ཀྱིས་ཐོབ་ཐང་ཆེ་ཤོས་དང་འོས་འགན་ཡང་ཆེ་ཤོས་ཤིག་ཡིན་སྟབས་ཁྱེད་ཚང་མས་སྲིད་སྐྱོང་དང་ཕྱི་སྡོད་ཀྱི་འོས་བསྡུ་ནང་ངེས་པར་དུ་ཆ་ཞིག་ལ་རོགས་གནང་ཞུ་རྒྱུ་ཡིན་ལས་རིམ་འདི་ཚོད་གཙོ་སྐྱོང་ཞུ་མཁན་ང་འདྲ་ཞིག་དགོས་རྒྱུ་ཡིན་རྣམ་པ་ཚོས་ང་ཚོའི་ལས་འཛིན་ཟེར་བ་ཐོ་ཅི་ཆེ།